བཅུ་དྲུག་རྣམ་པ་གླིང་གེ་འཚམས་ལགས་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་ཡིན། ད་དེ་རིང་ང་ཚོ་ཉིན་གསུམ་པའི་ཀ་ནས་སོས་མེ་ལོང་གི་འཆད་ཁྲིད་དབུ་འཛུགས་ཞུ་གི་ཡིན། ད་ལྟའི་དབུ་འཛུགས་མ་ཞུ་བའི་གོང་ལ་ཁ་ཚང་ངས་ཀ་ནས་ཟད་མི་ལོང་གི་ཆོས་སྤྱོད་ཞུས་པའི་སྐབས་དེ་ལ། གཞོན་ནུའི་གཟུགས་ཀྱིས་རྣམ་རོལ་བ་ཟེར་ཡ་དེ་ལ། འགྲེལ་བཤད་ཞུས་པའི་སྐབས་ལ་བྱེ་བྲག་འཇའ་ས་དེ། ལ་བས་དེ་ཟིན་ནོ་ཞག། གཞོན་ནུའི་གཟུགས་ཀྱིས་རྣམ་པར་རོལ་བ་ཟེར་དེ་ལ་དུས། གཞོན་ནུའི་གཟུགས་ཟེར་དུས་གཞོན་ནུ་དང་གཟུགས་གཉིས་པ་རུ་དེ་ལ་འབྲེལ་སྒྲ་དང། གཟུགས་ཀྱིས་རྣམ་པར་རོལ་བ་ཟེར་ཡ་གི་གཟུགས་དེ་ལ་ཡང་བྱེ་བྲག་རེད། གཉིས། གཞོན་ནུ་དེ་གི་ནུ་དེ་ལ་ཡང་བྱེ་བྲག་རེད་ཟེར་ནས་ལབ་ཞག།

དེ་ཞུས་པའི་རྗེས་ལ་ང་རང་ཚོས་ངེས་པར་དུ་ཤིང་བརྐོ་ཡག་ཅེས་ལ་གཞུང་ལུགས་ཁག་ཏུ་བཟོ་བ་རྣམས་ལ་རྩམ་པར་ཐང་ཅན་པ་བཟས་ཏེ་ཞུ་རྗེས་གལ་ཆེན་པོ་བརྩི་བསྡད་ཀྱི་འདུག་དེ་ཡིས་ང་ཚོ་ང་ཚོ་ཆུང་ཆུང་དཀར་ལ་ཕ་གཅིག་འདི་གས་དེ་བཏབ་པའི་སྐབས་ལ་ཡིན་ན་དགོང་མོ་གློ་སྒྲུག་གི་ཚིག་གཅིག་བགྲང་བྱས་ནས་བཤད་གྲྭ་དུམ་བུ་གི་ཚིག་གཅིག་རེད། དམ་པ་མང་པོ་ཁས་འཆེ་མི་བྱེད་ལ། གལ་ཏེ་དཀའ་བའི་ཁས་ནི་བླངས་གྱུར་ན། སྟོད་ལ་རི་མོ་བྲིས་པ་ལྟ་བུ་ནི་གཞན་ཡང་གཞན་དུ་བྱེད་པར་མི་འགྱུར་རོ། ཞེས་ནས། སྤྱིལ་བུ་དམ་པ་དོལ་ཚོགས་ཀྱིས་དམ་བཅའ་ལས་སླ་པོ་མ་སྤྱད་པ་དང། གང་ཅིག་དམ་བཅའ་བྱས་སོང་ན་དེ་འདྲ་བའི་དམ་བཅའ་དེ། ནི་ཕྱི་སྲོག་ལ་ཐུག་པ་ཡིན་ནས་འགྲུབ་ཀྱི་རེད། ཅེས་ནས། ཡང་མིན་ན་རྗེས་འཇུག་ལྟར་ཇི་ཡོད་ན་ལོག་ནས་མ་ནིང་ཚིག་མེད་ཟེར་ཡ་ཆོས་རེད་དེའི་གོ་བ་དེ་ནི་འདོར་བ་མ་རེད། དེ་འདྲ་ཡིན་ཙང་མ་ནིང་ཚིག་མེད་ཟེར་ཡ་དེ་འགྲིག་གི་མི་འདུག་ཅེས་ནི་ད་སི་ཏུ་པན་ཅེ་གི་རྟ་དཔལ་དུ་ཞུ་རྗེས་བཀག་གནང་ཡོད་རེད། ཡིན་ན་ཡང། དམ་བཅའ་གནང་ཡ་འདི་ཞུ་རྗེས་གལ་ཆེན་པོ་བརྩི་ནས་དོན་དག་དེ་འདྲས་ཅིག་རེད་ལ། ད་ནང་བཞིན་གྱི་ང་ཚོ། གཞུང་ལུགས་ཀྱིས་རྩོམ་ཟེར་ན་འདྲ་འདུག་བྱ་བ་ག་འདྲའི་ཆེད་ལ་རྩོམ་པ་དེ་ལ་འཇུག་གི་ཡོད་པ་ཡིན་ན་ཡང། དེ་འདྲ་བ་དེ་རང་ཉིད་ཀྱིས་བྱེད་ཐུབ་ས་རེད་ཐུབ་ས་མ་རེད། བྱས་པ་ཡིན་ན་སྤྱི་ཚོགས་ལ་ཕན་གྱི་འདུག་ཕན་གྱི་མི་འདུག་དེ་ལྟ་བའི་སྟེང་ནས། བྱེད་ཐུབ་ཀྱི་རེད་ཐུབ་ཀྱི་མ་རེད་ཟེར་བའི་ནང་ལོགས་ནས་ཐུབ་ཀྱི་རེད། དེ་སྤྱི་ཚོགས་ལ་ཕན་གྱི་རེད་ཕན་གྱི་མ་རེད་ཟེར་ཡ་ན་ལ་ཕན་གྱི་རེད་ཟེར་ཡ་ཅིག་ཡོད་ཚ་བའི་ཞུ་སྐུལ་དེ་ལ་ད་དེ་ལ། མིག་བཙུམ་ནས་བར་འཇུག་བྱ་ཡ་ཅི་རེད་མ་གཏོགས་དེ་ལ་ཡང་ཕྱི་ནོར་བྱེད་ཡ་འདྲ་བོ་མེད་པ་འདྲ་བོ་རེད། ང་རང་ལ་ཡིན་ན་ཟེར་ནང་ལ་འཕེན་ཤོག་འདྲ་བོ་ཅིག་དེ་སྤྱོད་འཇུག་གི་ཚིག་ཅིག་དེ་ཞི་རག་གི་ཕན་ཐོག་ཆེན་པོ་འདྲ་བོ་ཡོང་གི་ཡོད། བྱས་ཙང་སྤྱོད་འཇུག་གི་ནང་ལོགས་ལ་ནས་མ་ཚང་པ་གཉིས་སྤྱོད་ཡས་ཅི་བརྩམས་ནས་ལྡོག་པར་མི་བྱའོ་ཞེས་ནས། ཨ་ནི་ལས་ཀ་ག་འདྲས་ཀྱི་ཡིན་ན་ཡང་དམ་པོ་བརྩམས་ཐུབ་ས་རེད་ཐུབ་ས་མ་རེད་ད། ཨ་ནི་དམ་པོ་འཇོག་པ་རྟགས་ནས་ནི་ཅེས་ནི་གསུངས་འདུག་དེ་འདྲས་ཡིན་ཙང་རྟགས་ནས་གལ་སྲིད་བརྩམས་ཐུབ་ཡ་འདྲ་བ་ཅིག་ཡིན་ན་ནི་འགོ་བཙུགས་ཚར་བའི་ཞུ་སྐུལ་དེ་ལ་ཅིས་ནི་དོགས་ཡ་མེད་པ་བྱས་བརྩམས་ཐུབ་ཀྱི་མེད་པ་ཡིན་ན་དམ་པོ་ནི་འགོ་མ་བཙུགས་ཅེས་ནི་དུས་བྱས་ནས་ད་ག་འཇས་ཅིག་འགོ་བཙུགས་ཚར་དུས་ཞུ་སྐུལ་བཀལ་དགོས་རེད་ཅེས་ནི་ང་ཚོ་དེང་སང་འཇིག་རྟེན་ཕལ་བའི་སྐད་ཆ་ནང་ལོགས་ལ་ཡང་འགོ་ཡོད་མཇུག་ཡོད་བྱེད་དགོས་རེད་ཅེས་ནི་ལབ་དུས་བརྩམས་པ་དམ་བཅའ་བ་ཟེར་ཡ་དེ་འདི་རེད་དོ་འགོ་ཡོད་མཇུག་ཡོད་བྱེད་ཡ་གི།

གཞུང་ལུགས་དེ་འདྲའི་མ་ལ་དོན་དྲུག་ཡོད་རེད། ད་དེ་འདྲའི་མ་ནི་འགྲེལ་བཤད་ཞིག་རྒྱབ་གི་ཡོད་པ་ཡིན་ན་ད་ཐོག་མ་སྤྱིར་ན་དབྱངས་མོ་གསལ་བྱེད་ཕོས་བྱས་ནས། དོན་དག་ད་ཅིག་ཁ་ནས་བཟོས་མི་ལོང་གི་ནག་ལོག་ཡིན་ན། ཚིག་དེ་མ་ཏོ་ཡོད་མ་རེད། ད་དེ་འདྲའི་བཀའ་ལ་ངེས་པར་དུ་མཁྱེན་དགོས་ཡ་ཅིག་ལ། ང་ཚོས་ཡི་གེ་གསལ་སྦྱོར་བ་ད། ཡི་གེ་ཞེས་པ་དེ་ད་ང་ཚོ་ང་ཚོ་ནམ་རྒྱུན་ཡིན་ན་མཚན་ཉིད་ཀྱི་ཞག་དུས་ཀ་མིང་ཚིག་གཉིས་ཀྱི་རྩོམ་སྦྱོར་བྱེད་པའི་སྐད་ཀྱི་གདངས་གཅིག་ལ་ཡི་གེ་ཟེར་གི་རེད་ཅེས་ནས་གང་དག་ཡི་གེ་ཟེར་དེ་ལ་སྒྲ་འདྲ་པོ་གཅིག་ལ་གོ་ནས། མིང་དང་ཚིག་གཉིས་ཀྱི་རྩོམ་ཟ་གི་གཞི་དེ་ལ་ཡང་རྩོམ་རྩོམ་གཞི་གཅིག་གིས་མཛེས་ཟེར་ན་འདྲ་དོ་གཞི་འདྲ་པོ་གཅིག་ལ་ཡི་ཡི་གེ་ཟེར་གི་རེད་དེ་འདྲ་བའི་ཡི་གེ་དེ་ལ་དབྱངས་གཅིག་དང་གསལ་བྱེད་ཅེས་ནས་གཉིས་ཡོད་པའི་ནང་ལོགས་ནས། ཨ་ནི་དབྱངས་དང་གསལ་བྱེད་གཉིས་ཁོ་རང་ཉིད་བསྡུ་རུ་བྱས་ནས། ཨ་ནི་སྒྲ་གདངས་ཟེར་ན་སྒྲ་དུ་བྱས་པ་བྱེད་རྩོལ་དྲག་ཤེས་སྒོ་ནས་བལྟ་བས་ཡིན་ན། ཨ་ནི་དབྱངས་དེ་སྒྲ་གདངས་དང་བྱེད་རྩོལ་རྟོག་ཟེར་བྱེད་ཀྱི་ཞེན་པ་ཡིན་པ་དང། གསལ་བྱེད་དེ་དབྱངས་ལ་བསྟུན་ན་སྒྲ་གདངས་རྟོག་ཟེར་བྱེད་ཀྱི་དྲག་པ་དང་བྱེད་པ་དང་རྩོལ་བ་དེ་རྟོག་ཟེར་བྱེད་དྲག་པ་ཡིན་ཙང་ཨ་ནི། དབྱངས་དང་གསལ་བྱེད་གཉིས་བསྡུར་ཡོང་དུས་དབྱངས་མོ་ཡིན་པ་དང་གསལ་བྱེད་ཕོ་ཡིན་པ་རེད་ཅེས་ནས། དེ་འདྲས་བྱས་ནས་གསུངས་པ་རེད་དེ་འདྲས་ཡིན་པ་ཡིན་ཙང་ཀ་ནས་སུ་ཨེ་མ་ལོང་གིས་བསྡོམས་དེ་སྤྱིར་ན་དབྱངས་མོ་གསལ་བྱེད་ཕོ་ཅེས་ནས་གསུངས་པ་རེད། དེ་འདྲས་ཡིན་ཙང་ད་དབྱངས་མོ་ཡིན་པ་དང་གསལ་བྱེད་ཕོ་ཡིན་པ་དེ་གི་ཐོག་ནས་ད་ང་ཚོ་དོན་དག་འདྲ་བོ་ཅིག་རྡོག་རྡོག་འདྲ་བོ་ཅིག་ཚར་ཚར་བ་རེད། ད་དེ་ལས་ཡང་སྤྲོས་ནས་སྤྱད་པ་བྱེད་དགོས་ཡ་ཞི་རག་ཁྱད་མེད་པའི་ཚོར་བ་སྤྱོད་རེད། དེ་ནས་ད་དབྱངས་མོ་ཡིན་པ་དང་གསལ་བྱེད་ཕོ་ཡིན་པའི་གནས་ཚུལ་དེ་ད་བསྟན་པའི་སྣང་ཚ་བའི་རྗེས་ལ། དེ་ནས་ཀ་ནི་སོའི་མེ་ལོང་གི་ནང་ལོགས་ལ་ག་རེ་གསུངས་པ་རེད་ཟེར་ན། དེའི་ཕྱིར་ཀ་ལི་སུན་ཆུ་པོ། ཕོ་ཡི་ཡི་གེ་འབའ་ཞིག་ལ་ནང་གསེས་ལྡན་ཚེ་ལྔ་དབྱེ་སྟེ། ཀ་ཅཱ་དག་པ་རྩ་ན་ཕུ། ཁ་ཅཱ་དག་པ་ཚ་མ་ནིང། ཁ་ཅཱ་དག་པ་རྫ་བ་ཤ། ས་ག་ཡེ་ཤ་ས་ན་མོ། ང་ཉྭ་ན་མོ་ཤིན་ཏུ་མོ། ར་ལ་ཧ་ཨ་མོ་བཤམས་ཏེ། ཨ་ནི་ཚད་མེད་ཅེས་ཀྱང་བྱ། ཟེར། དེ་དཔག་གི་ཚིག་དེའི་ཁར་སིག་བར་སིག་ཏུའི་རྩོམ་པ་ལ་ཁ་ནི་སོའི་མེ་ལོང་གི། མིང་གཞིག་དག་ཅིག་ཡོད་པར་བསྟན་པའི་རྩ་བ་དེའི་ཆ་གི་ཡོད་རེད། ད་བྱས་པ་ཡིན་ན་ད་འདིས་ཀྱི་ཚིག་འདི་ཡིན་ད་མིང་གཅིག་ད་བྱས་པ་ཞེས་པ་འདོད་འགོ་གི་ཡོད་པ་ཡིན་ན་ད་དང་པོ་ཚིག་འབྲེལ་གྱི་མ་རོ་རོ་གྱི་འགྲོ་འཁོར་བ། ཚིག་འབྲེལ་གྱི་མ་འགྲོ་བ་ཡིན་ན་ག་རེ་ཟེར་དགོས་བ་རེད་ཟེར་དུས། དེའི་གོང་དེ་ལ་ཡིག་གེ་གི་ད་བྱས་བ་ཞེས་ཡོང་དུས་སྤྱིར་ན་དབྱངས་མོ་ཡིན་པ་དང་གསལ་བྱེད་ཕོ་ཡིན་པའི་རྣམ་གཞག་དེ་ཤེས་ཚར་ནས། དེའི་ཕྱིར་ཟེར་ནས་རྒྱུ་མཚན་དེ་འདྲ་ལ་བརྟེན་ནས་གསལ་བྱེད་ཕོ་ཡིན་པ་ཡིན་ཙང། དེ་འདྲ་བའི་གསལ་བྱེད་དེ་ཕོ་རེད་གསལ་བྱེད་ཕོ་རེད་ཞེས་པའི་གསལ་བྱེད་དེ་ག་རེ་བཞག་དགོས་རེད་ཟེར་ན། ཀ་ལི་སུན་ཆུ་བོ་དེ་ལ་བཞག་དགོས་རེད་ཀ་ལི་སུན་ཆུ་བོ་དེ་བོད་ཡིག་ཆགས་ནས་ཀ་ཡི་སུན་ཆུ་བོ་བོད་ཡིག་གི་ཡི་གེ་འབའ་ཞིག་ལ་ཡང་ནང་གསེས་ཀྱི་སྡེ་ཚན་འདྲ་བོ་དབྱེ་བ་ཕྱེས་པ་ཡིན་ན་ནང་གསེས་ཀྱི་སྡེ་ཚན་ལྔ་ལ་དབྱེ་བ་ཕྱེ་དགོས་རེད་ནང་གསེས་ཀྱི་སྡེ་ཚན་ལྔ་པོ་དེ་ག་རེད་ལབ་པ་ཡིན་ན་ཕོ་དང། མ་ནིང་དང། མོ་དང། ཤིན་ཏུ་མོ་དང་མོ་ཤམས་བཅས་ནི་སྡེ་ཚན་ལྔ་ལ་དབྱེ་བ་ཕྱེ་གི་རེད་དེ་འདྲ་བའི་སྡེ་ཚན་ལྔ་པོ་དེ་ཡང་ངོས་འཛིན་བྱས་ན། བཀའ་དང་བཅའ་བཏགས་པ་རྩ་དེ་གའི་དེ་མིང་གཞིག་ནང་གི་ཕོ་ཡིན་པ་དང། ཁ་དང་ཆ་ཐ་ཕ་ཚ་དེ་གའི་དེ་མིང་གཞིག་མ་ནིང་ཡིན་པ་དང། ཁ་ཆ་ད་པ་ཛ་བ་ཤ་ཟ་ག་ཡ་ཤ་ས་དེ་གའི་དེ་མིང་གཞིག་མོ་ཡིན་པ་དང། ང་ཉ་ན་མ་དེ་མིང་གཞིག་ཤིན་ཏུ་མོ་ཡིན་པ་དང། ར་ལ་ཧ་ཨ་དེ་མིང་གཞིག་མོ་ཤ་ཡིན་པ། དེའི་ནང་ལོགས་ནས་ཨ་དེ་ལ་ཨ་ནི་བེ་དེ་མོ་ཤ་ཡིན་པ་བརྫང་དུ་མ་ཟད། མཚན་མེད་ཀྱིས་ཀྱང་ལབ་ཀྱི་རེད་ཅེས་ནས་གངས་ཅན་རྡོ་སོལ་ཚོང་མ་ད་མི་རིགས་ཀྱི་ནག་ལོག་ལ་བོད་མོ་མ་ནི་དབྱེ་བ་ཕྱེད་པའི་ནག་ལོག་ནི་ད་བདེན་ཚིག་ང་དེ་དུས་ཕྱི་ནས་ཆགས་ཀྱི་ཡོད་རེད་ཅེས་ནས་ད་དོན་དག་སྒྲོམ་གཞི་འདྲ་པོ་དེ་དུས་སུ་རེད་ད་ང་ཚོ་ཅིག་སྟབས་བདེ་འདྲ་པོ་བྱས་ནས་འགྲོ་བ་ཡིན་ན་ནི་ད་དེ་དེ་འདྲའི་རེད་ཅེས་ནས་རེད་ལབ་བྱས་ནས་ཕུན་ཚོགས་ནི་ཕུན་ཚོགས་རེད་དགེ་ལེགས་ནི་དགེ་ལེགས་རེད་ཟེར་ནས་ད་བྱེད་པ་ནི་ཙིག་ཙིག་ཡིན་ས་རེད་ཟེར་ཧ་འགྲོ་བ་དེ་འདྲའི་ལབ་བྱས་ནས་འགྲོ་ཤར་བ་ཡིན་ན་ནི་ད་དེ་འདྲ་བྱས་ཀྱི་ཚར་འགྲོ་བ་རེད་དེ་ད་དེ་ཙམ་ཅིག་ང་ཚོ་ཚ་བ་མ་བྱས་ནས་དངོས་གནས་ཁ་གསོ་རེད་གཞུང་ལོ་གཅིག་ལ་མ་ནི་ད་ག་འདྲས་ཀྱི་ནས་ཡོ་བ་ཆེ་གི་ཡོ་རེད་ཨ་ནི་ཀ་ལི་དང་ཨ་ལི་སི་དེ་ཡ་དེ་ཚོ་ག་འདྲས་རེད་ཕོ་མོ་མ་ནི་སི་ངེ་དེ་ཚོ་ག་འདྲས་ཀྱི་ནས་ཡོ་བ་ཆེ་བ་རེད་དེ་གས་དེ་ཕོ་མོ་མ་ནི་གི་ཡོ་བ་ཆེ་ཐང་འདྲ་བོ་དེ་ག་འདྲས་རེད་ཅེས་ནས་ང་ཚོ་ཞིབ་ཚགས་པོ་འདྲ་བོ་བྱས་ནས་དེ་སི་ཅེས་སློབ་སྦྱོང་བྱས་པ་ཡིན་ན། དང་པོ། དེ་ཕྱིར་ཀཱ་ལི་སན་ཇུ་པོ། སུན་ཇུ་པོ། བོད་ཡིག་ཡིག་མཁན་འབའ་ཞིག་ལ་བདེན་ཚེ་ན་ནང་གསེས་བདེན་ཚེ་ལྔ་ཡོད་དེ་ཟེར་ལབ་འོང་དུས། གསལ་བྱེད་ཀྱི་ཡི་གེ་དེ་གའི་དེ་ལ་ཡ་ཀཱ་ལི་ཟེར་ལབ་ཀྱི་ཡོད་རེད་དེ་ཡི་དེས་དྲངས་པའི་དབྱངས་ཀྱི་ཡི་གེ་དེ་གའི་དེ་ལ་ཨཱ་ལི་ཟེར་ནས་ལབ་རེད་བ། ང་ཚོ་སུན་ཇུ་པོའི་རྩ་བའི་ནང་ལོགས་ལ་ཡི་གེ་ཨཱ་ལི་ཀཱ་ལི་གཉིས་བྱས་ནས་ཨཱ་ལི་དང་ཀཱ་ལི་ཟེར་བསྡད་ཡོད་དེ་གསུངས་པ་རེད་དེ། གར་བྱས་ནས་མཐུན་འབྲེལ་བྱས་ནས་ཀ་གནང་གི་ཡོད་རེད་ལབ་པ་ཡིན་ན། ང་ཚོ་གསལ་བྱེད་ཀྱི་ཡི་གེ་ཡི་ནང་ལོགས་ནི་དང་པོ་དེ་ཀ་རེད་པ། ཀ་ཡིན་པ་ཡིན་ཙང་ནི་ཀ་ནས་འགོ་བཙུགས་བྱས་ནས་འགྲོ་གི་ཡོད་པ་ཡིན་ཙང་དེ་ལ་ཡ། ནི་གསལ་བྱེད་ཀྱི་ཡི་གེ་དེ་ལ་ཡ་ཀ་ལི་ལབ་པ་རེད། ད་བྱས་པ་ཡིན་ན་དེ་ནི་གསལ་བྱེད་དེ་ལ་ད་ཀ་ལི་ལབ་དགོས་ཡའི་རྒྱུ་མཚན་དེ་འདུག་གང་ཡིན་ཟེར་བ་ཡིན་ན་གསལ་བྱེད་ཀྱི་ཡི་གེ་དང་པོ་དེ་ཀ་ཡིན་པ་ཡིན་ཙང་ནི་གསལ་བྱེད་དེ་ལ་ཡ། ནི་ཀ་ལི་ལབ་གི་ཡོད་རེད་ལབ་པ་ཡིན་ན་དེའི་རྒྱུ་མཚན་ད་བདེན་པ་ཅི་རེད་དེ། བྱས་པ་ཡིན་ན་ཨ་ནི་གཡང་ལ་ཨ་ལི་ལབ་དགོས་ཡག་གི་རྒྱུ་མཚན་ག་རེ་རེད་ཅེས་ནས་དོགས་པ་བྱེད་ཀྱི་ཡོད་རེད་བ། དོགས་པ་བྱེད་དུས་རྩོམ་པ་ལ་ཨ་དེ་གཡང་དོན་གཉེར་དུ་བཟོ་འཕྲལ་ལ་ལས་སླ་པོ་ཞུ་རེད། ད་དཔེར་ན་སི་ཏུ་པིན་ཆེན་དང་ད་ང་ཚོ་དངུལ་ཆུ་ཡབ་སྲས་ཀྱི་དེ་སྐད་དེ་ཕལ་ཆེར་ཕལ་ཆེར་ཨ་དེ་གཡང་དོན་གཉེར་གྱི་སྡེ་ཚན་འདྲ་པོ་ཅིག་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་ཁོ་ཚོ་ལ་ལས་སླ་པོ་ཞུ་རྒྱུ་ཡོད་རེད། གང་ཡིན་ཟེར་ན། ཨ་ནི་དབྱངས་དེ་ལ་དབྱི་བོ་གཡོ་བོ་ཞིག་ཚིག་མ་རེད་ཨ་དེ་གཡོ་བོ་ཡིན་ཙང་ཨ་དེ་དབྱངས་རེད་དེ་འདྲ་ཡིན་ཙང་དབྱངས་ཀྱི་དང་པོ་དེ་ཨ་རེད་ཨ་ཡིན་ཙང་དེ་ནི་གར་སོ་རེད་བ་ནི། ཨ་ནི་དབྱངས་ཡིག་ཏུ་སོ་ཁྲེ་ལ་ཡ་ཨ་ཨ་ལི་ལ་བུ་ཡོ་རེད་ཟེར་ནས་འགྲེལ་བཤད་རྒྱབ་བས་ཡོ་རེད། ཡིན་ན་ཡང་ཨ་དེ་དབྱངས་མི་འདོད་ངེས་ཀྱི་མཁས་པ་དེ་ཚོ་གི་འགྲེལ་བཤད་རྒྱབ་ཡོང་དུས་ད་དེ་ལ། ཀོ་ར་འདྲ་བོ་རིང་པོ་བཞིན་མ་རྒྱབ་ན་མ་ཞིང་ནི་དབྱངས་ཡིག་ལ་ཡ་ཨ་ཨ་ལི་ལབ་དགོས་ཡག་གི་རྒྱུ་མཚན་དེ་འགྲེལ་བཤད་རྒྱབ་མ་ཐུབ་ངས་ཆགས་འགྲོ་གི་ཡོད་རེད་ད་འགྲེལ་བཤད་དེ་ཀོ་ར་དེ་རིང་པོ་དེ་ག་འདྲེས་རྒྱབ་གི་ཡོད་རེད་ལབ་པ་ཡིན་ན། སྤྱིར་ལ་བོད་ཀྱི་སྐད་ཀྱི་ནང་ལོགས་ལ་ཨ་དེ་དབྱངས་མ་རེད་དེ། ཡིན་ན་ཡང་བོད་སྐད་ཀྱི་ནང་ལོགས་ལ་ཡོད་པའི་དབྱངས་ཡིག་དེ་གས་དེ་ཡིས་རྒྱ་གར་གྱི་དབྱངས་ཡིག་ནས་ཚུར་ལེན་པ་ཅིག་ཡིན་པ་དང། རྒྱ་གར་གྱི་དབྱངས་ཡིག་གི་ནང་ལོགས་ནས་དབྱངས་ཡིག་དང་པོ་དེ་ཨ་ཡིན་ཙང་དེ་ལ་ཨ་ལི་ཞེས་བརྗོད་པ་དང། དེ་དང་མཐུན་པའམ་དེ་དང་སྒོ་མཚུངས་པར་བྱས་ནས་བོད་སྐད་ཀྱི་དབྱངས་ཡིག་དེ་ལ་ཡང་ཨཱ་ལི་ཞེས་བརྗོད་པ་རེད་ཅེས་ནས་རྟ་ཁ་འཇལ། རིང་པོ་ཅིག་སྐོར་ར་བརྒྱབ་ནས་འགྲོ་དགོས་བར་དེའི་དང་པོ་ཡང་ཞིག་ན་ཡག་པོ་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང། གསལ་བྱེད་ལ་ཡང་ཀ་ལི་དང་དབྱངས་ལ་ཡང་ཨཱ་ལི་ལབ་དགོས་ཡག་གི་རྒྱུ་མཚན་འདྲ་པོ་དེ་མ་ཕབ་ཡོང་ན་དེ་འདྲའི་ཅི་ལ་མ་ཕབ་གི་ཡོད་རེད། འོ་ཡ་དེ་འདྲའི་ཅི་རེད་ད་དེ་འདྲ་ཡིན་པ་ཡིན་ཙང་ད། དེ་འབྲེལ་གྱི་ཀཱ་ལི་སུན་ཆུ་བོ་དེ། དབྱངས་དང་བསྡུར་བ་ཡིན་ན་ནི། སྒྲ་གདངས་ཕྲ་ཞིང་དང་ག་འདྲེས་ཀྱི་ཆ་ནས་བལྟས་པ་ཡིན་ན་ཡང། བུ་ཡིས་ཆགས་ཀྱི་ཡོད་རེད། དེ་འདྲ་ཡོད་ཀྱི། བུ་ཡི་ཡི་གེ་ཟེར་ན་ཡང་འདྲ་འདུག་གསལ་བྱེད་ཀྱི་ཡི་གེ་དེ་ལ་ཡང། ནང་གསེས་དབྱེ་བ་ཕྱེས་པ་ཡིན་ན་གདན་ཚིག་ལྔ་ཡོད་རེད་ལབ་ཡོང་དུས་གདན་ཚིག་ལྔ་པོ་དེ་ག་འདྲེས་སུ་དབྱེ་བ་ཕྱེས་པ་རེད་ལབ་ན། ཕོ་དང། མ་ནི་དང་མོ་དང། ཤིན་ཏུ་མོ་དང་མོ་གཤམ་དེ་གས་དེ་དབྱེ་བ་ག་འདྲས་བྱས་པ་རེད་ལབ་ཡིན་ན། དེ་ལ་འགྲེལ་བཤད་རྒྱག་སྟངས་འདྲ་པོ་དེས་ཀྱིས་མི་འདྲ་བ་ཡོད་རེད། དེ་ཡང་ང་ཚོས་འཇིག་རྟེན་ནང་ལོགས་ལ། ཤུགས་དང་རྩོལ་བ་དང། སྟོབས་དང་ག་འཇིག་གི་ཆ་ནས་རྟོགས་ཚེ་ཆེ་བ་དེ་གས་དེ་ལ་ཕོ་དང། ཨ་ནི་འབྲིང་གི་དེ་གས་དེ་ལ་མ་ནིང་དང། ཞན་པ་དེ་གས་དེ་ལ་མོ་དང་ཤིན་ཏུ་ཞན་པ་དེ་ལ་ཤིན་ཏུ་མོ། ཞེས་ནི་ད་ང་ཚོས་འཇིག་རྟེན་ནང་ལོགས་ལ། སྟོབས་དང་རྩོལ་བ་དང་ཤུགས་དང་ཤས་ཟེར་གི་རེད་བ། དེ་གས་དེ་ལས་ཆེ་ཆུང་ལ་ཤིས་པའི་དེ་འདྲའི་ཅིག་གནས་སྟངས་ཅིག་ཡོད་པ་ཡིན་ཙང་ཅིག་སྟོབས་ཟེར་གི་རེད་བ། ཡང་གཞན་མ་གཏོགས Feminist འདི་བུད་མེད་ཐོབ་ཐང་རྩོད་ལེན་པ་འདི་འདྲའི་ཡོད་ན་ཤུགས་གཅིག་པ་ཡོད་འདུག་ལ་ཅིག་རོ་ཕྱི་ལོག་གི་ཤུགས་དེ་གས་དེའི་དེ་ཅིག་ཆེ་ཆུང་གི། གི་དབྱེ་བ་ཡོད་པ་ནང་བཞིན་བྱས་ནས། ང་ཚོ་ཡི་གེ་དེ་གའི་དེ་ལ་ཡ་ཀ་ནི་ཨ་བྷ་དོ་ཡི་ཡི་གེ་དེ་གའི་དེ་ཡི། གསལ་བྱེད་དེ་གའི་དེ་ཡི། ནི་འདོན་པ་དེའི་ཚེ་ན། ཁ་ནི་བརྗོད་པ་དེའི་ཚེ་ན། བྱེད་པ་དང་རྩོལ་བ་གཉིས། ནི་ཤུགས་དྲག་ལེའུ་ཐོག་ནས། རེ་བ། བྱེད་རྩོལ་སེ་གོ་རེ་བ་བྱེད་རྩོལ་སེ་ཡ་ཀ་ཚིག་དེ་གལ་ཆེན་པོ་ཡིན་པ་ལ། བྱེད་རྩོལ། གྲགས་པ་ལ་ཕོ་དང་བྱེད་རྩོལ་འབྲིང་བ་ལ་ཨ་ནེ་ཁ་སོགས་རེ་མ་ནིང་དང། བྱེད་རྩོལ་ཞན་པ་ལ་མོ་དང་བྱེད་རྩོལ་ཤིན་ཏུ་ཞན་པ་ལ་མོ་ཤིན་ཏུ་མོ་དང་བྱེད་རྩོལ་ཆེ་ནི་ཆེ་ཤིན་ཏུ་ཞན་པ་ལ་མོ་ཤམ་ཅེས་ནས། བྱེད་རྩོལ་ག་ཚོད་ཡོད་མེད་ཀྱི་ཐོག་ནས་འགྲོ་དགོས་ཡ་ཅི་རེད་ཞེས་ནས་ད་གང་ཇི་སྲིད་དུ་པཎ་ཆེན་གྱིས་དགོངས་པ་བཞེས་སྟངས་བྱས་པ་ཡིན་ན་བྱེད་རྩོལ་ལ་བཞག་ཡ་དེ་གནད་འགག་ཆེན་པོ་རེད་བསམ་མདོག་མ་གཏོགས་སྒྲ་གདངས་ཙམ་གྱི་ལ་བཞག་པས་ན་དེ་ཅིས་འགྲིག་གི་མེད་པ་འདྲ་བོ་ཆེ། བྱེད་པ་དང་རྩོལ་བ་གང་ལ་འགྲོ་ནས་ནི་མཐའ་དཔྱོད་བྱེད་ཡོང་ན་དེ་ནི་མཐའ་དཔྱོད་དེ་རྟོག་བྱེད་ཀྱི་མཐའ་དཔྱོད་པོ་འདྲ་བོ། ཁུངས་འཕེར་པོ་འདྲ་བོ་ཆེ་རེད་ཤག་བསམ་ཆེ། ད་སི་ཏུ་པན་ཆེན་གྱི་དགོན་པ་ཞེ་སྡང་འདྲ་བོ་དེ་དེ་འདྲས་ཡིན་ཙང་ད་ལྟ་བཀའ་ཟུར་ཕབ་པ་འདི་ལ་ཡང། ཨ་ནེ་ནང་སྲིད་བསྟན་འཛིན་རྔ་གཡས་ཏེ་ཞེས་པའི་རྔ་གཡས་དེ་ཡང་ཕལ་ཆེར་ཕལ་ཆེར་བྱེས་རྩོལ་དྲག་ཞན་གྱི་སྟེང་ནས་ཨ་ནེ་བསྟན་འཛིན་ལ་ཡལ་བ་རྔ་ཆེ་གི་རེད་ཟེར་ནས། འགྲེལ་བཤད་དུ་ཞུ་གི་ཡོད་རེད། ད་བྱས་པ་ཡིན་ན་ད། རྗེ་བཙུན་ལྔ་པོ་དེ་དབྱེ་བ་ཕྱེ་སྟངས་འདྲ་པོ་དེ་ག་འདྲས་བྱས་རེད་ཕྱེ་ཡོད་རེད་ལབ་ཡིན་ན་ད་འདི། ང་ཚོ་ཀ་ནས་སུ་ཡིན་མོད་ལོ་འུ་ན་ལོ་ཡིན་ན་ཡིན་ན་ཀ་ཆ་ད་བ་ཚ་ན་བོ་ཁ་ཆ་ད་བ་ཚ་མ་ནི་ཁ་ཆ་ད་བ་ཛ་བ་ཞེ་ས་ག་ཡེ་ཤེ་ས་ན་མོ་ང་ཉ་ན་མོ་ཤིན་ཏུ་མོ་ར་ལ་ཧ་མོ་ཤང་དེ་ཨ་ནི་ཚེ་སྨད་ཅེ་ཅང་ཆ་ཨ་ཟེ་ནི་རྡོག་རྡོག་འགྲོ་ཅི་མང་དུ་སོང་ཡོད་མ་རེད་དེ། ང་ཚོ་རྟ་མཇུག་རྩ་བའི་ན་ལོ་ལ་མ་བཀྲམ་སྟངས་དེ་སྙིང་རྗེ་མོ་བཀྲམ་ཡོད་རེད་དེ་ང་ཚོ་ངེས་པར་དུ་མཁྱེན་དགོས་ཡ་ཆེ་རེད། ཐུ་མི་བསམ་པ་འདྲ་གི། ང་ཚོ་ཀ་མད་སུམ་ཅུ་དེ་མ་བསྟན་པའི་གནང་དོན་བསྟན་པའི་གནང་སྟངས་དེ་སྙིང་རྗེ་མོ་འདྲ་བོ་ཞིག་གི་ནང་བཞག་བསམ་དྲན་གྱི་ཡོད། དང་པོ། ང་ཚོ་ཡི་གེ་ག་འདྲས་ཅིག་ཡིན་ན་ཡང་རེད་བ། ཀ་ཀ་ཁ་ང་ཅག་ཅག་ཅག་ཉ་ཏག་ཏག་ཏག་ན་པ་པ་བ་མ། དེ་བར་གྱི་ཡི་གེ་ཡོངས་སུ་རྫོགས་པ་དེ་དང་པོ་གང་ཡིན་དེ་ཕོ་གཉིས་པ་གང་ཡིན་དེ་མ་ནིང། གསུམ་པ་གང་ཡིན་དེ་རྨོ། བཞི་པ་གང་ཡིན་དེ་ཤིན་ཏུ་རྨོ་ཅེས་ནི་སྒྲ་གདངས་མེད་དེ་སེར་ནག་འདྲ་འདུག་བྱེད་རྩོལ་ཕྲ་ཞིང་གི་སྟེང་ནས་མ་ནི་ངོས་འཛིན་བྱེད་བྱ་ཡོད་རེད། ང་ཚོ་ད་ལྟ་གོ་རུ་ཀ་དེ་འདྲ་བ་ཅིག་ལ་ཆ་བཞག་པ་ཡིན་ན་ཀ་དེ་སྒྲ་རྩོལ་ཕྲ་བ་རེད། ཨ་ནི་ཁ་དེ་སྒྲ་རྩོལ་རན་པ་རེད། ག་དེའི་སྒྲ་ཚོར་ཤེས་པ་རེད། ང་དེ་སྒྲ་ཚོར་ཤིན་ཏུ་ཤེས་པ་རེད་ད་ནང་བཞིན་གྱི། ལྕགས་དེ་སྒྲ་ཚོར་ཁྲ་བ་རེད། ཕྱག་དེ་སྒྲ་ཚོར། འབྲིང་རེད། ཨ་ནི་བྱ་དེ་སྒྲ་ཚོར། ཨ་ནི་ཞན་པ་རེད། ཉལ་དེ་སྒྲ་ཚོར། ཤིན་ཏུ་ཞན་པ་ཡིན་ཚ་ཤིན་ཏུ་མོ་རེད་བ། ད་ནང་བཞིན་གྱི་ཏག་ཏག་དང་ན་དང། བ་བ་བ་མ། དུ་ཚིག་ནི། མ་བསྟན་པའི་གནང་སྟངས་དེ་ཡང་སྙིང་རྗེ་མོ་ཞེ་བོ་ཅིག་གནང་ཤགས་སམ་དྲན་གྱི་ཡོད་རེད། དེ་འདྲ་ཡིན་ཙང་དང་པོ་གང་ཡིན་པ་དེ། ཀ་ཁ་ག་ང་དུ་བཟོ། ཆུ་ཁ་སོ་རེ་འབྱུང་བསགས་ཀྱི། སྐྱེ་གནས་དུ་བཟོ་ཡས་གཅིག་པ་ཡིན་པ། བྱ་བྱ་བྱ་ཉག་དུ་བཟོ་ཡས་གཅིག་པ་ཡིན་པ། ད་ད་ད་ནག་དེ་གས་གཅིག་པ་ཡིན་པ། ཕ་ཕ་ཕ་མ་དེ་གས་དེ་གཅིག་པ་ཡིན་པ། གཅིག་པ་ཡིན་པ་གང་ཤེས་ལ། ཨ་ནི་ཁོ་རང་ཚོ་དབྱེ་བ་དེ་ག་འདྲས་བྱས་ནས་ཕྱེས་པ་རེད་ཟེར་འོང་དུས། སྒྲ་སྒྲ་གྲགས་པ་དང་སྒྲ་རྩོལ་གྲགས་པ་དང་སྒྲ་རྩོལ་རན་པ་དང་སྒྲ་རྩོལ་ཞན་པ་དང། སྒྲ་རྩོལ་ཤིན་ཏུ་ཞན་པ། དེ་འདྲའི་ཅི་ནི་དབྱེ་བ་ཕྱེ་ནི་མ་འགྲོ་གི་འདུག་ཨ། དེ་འདྲ་ཡིན་ཙང་དེ་སྐད་དེ་ང་ཚོ་ངེས་པར་དུ་མཁྱེན་དགོས་ཀྱི་འདུག་ཞེས་སྨྲ་ཐུབ། ང་ཚོ་ཡིན་ན། ལྷག་པར་དུ་བོད་པའི་སྤྱི་ཚོགས་ནང་ལ་གྱི་ལྷག་པར་དུ་བོད་གངས་ཅན་ལྗོངས་སུ་ལ་སྐྱེས་བཞག་པ་ཅིག་ཡིན་ན་ནི། དེ་དེ་སྐད་དེ་ཀ་ཁ་ག་ང་དེ་སྐད་དེ་ལ་སྒྲ་གདངས་ལ་ཁྱད་པར་ཡོད་པ་ཅིག་ང་ཚོ་ལ་ཞིའོ་ཅེས་བསླབ་མི་དགོས་པ་ཟེར་ན་ཡང་འདྲ་འདུག་རང་ཆས་སུ། ཡུལ་གྱི་གནས་སྟངས་ཀྱི་རྐྱེན་བྱས་ནས་ང་ཚོ་ཤིང་བལ་བྱོ་བ་རེད་དེ། ཕྱི་རྒྱལ་གྱི་མི་རིགས་དེ་གའི་དེ་གི། ཀ་ཁ་ག་ང་དེ་གའི་དེ། ཀ་ཁ་ག་དེ་གའི་དེ་ད་བལ་སྒྲ་གདངས་ཆ་ཚང་གཅིག་པ་ཡིན་པའི་ཚོ་བ་སྒྲོག་ཅིག་ལས་དེ་གི་དུ་བ། ཅག་ཆ་ཆ་དེ་གའི་དེ་ད་བལ་ཆ་ཚང་གཅིག། སྒྲ་གདངས་གཅིག་པ་ཡིན་པའི་ཚོ་སྒྲོག་ཅིག་གི་ཚོ་དེ་གའི་དེ་ཚོ་ཏ་ཐ་ད་དེ་གའི་དེ་བལ་ང་ཚོ་ཡིན་ན་ཏ་དང་ཐ་དང་ད་ཟེར་དུས་ཙམ་པ་ལ། སྔོན་དེ་བལ། ད་སྤྲུལ་སྐུ་ཅུང་ཟད་ཅིག་ཡིན་ན་ཡང་མཁས་པ་ཡོད་བསྡད་པའི་སོགས་གྲགས་ཅིག་ཨོ་རེད་པ། ཡིན་ན་ཡང། ད་མི་རིགས་གཞན་པ་དེ་གས་ཀྱིས་དེའི་སྐོར་ལ་ཞི་རགས་ཁེངས་ཀྱི་མེད་པའི་སོགས་གྲགས་དེ་འདྲ་ཡོང་གི་འདུག་དེ་ཡང་ང་ཚོ། ད་དེང་སང་དུས་ཚོད་ལ་ཡིན་ན། ཅི་ང་ཚོ། ཕྱི་ལོགས་ལ་ཡོད་དེ་ངེད་དང་ཚོ་ཕྲད་ལ་བལྟས་ཚེ་ཅི་དཀའ་ལས་ཡོད་རེད་པ། ཕྱི་ལོགས་ལ་ཚ་རླུང་བྱུང་ཞབས་པའི་བོད་རིགས་གཞོན་སྐྱེས་དེ་གའི་ཐད་ལ་རང་བཞིན་གྱིས་སྐད་ཆ་མ་ཡ་ལ་དཀའ་ངལ་ཡོད་པ་ཡིན་དུས་འདི་གའི་གི་མཁས་པ་དེ་ཧ་མ་གོ་བ་ལ་བརྟེན་ནས་ཨ་ནེ་ནམ་ཞིག་ལ་ང་ཚོ་དཀར་ང་ཚོ་ཡིན་ན་ས་ག་ད་ག་ར་ད་འདྲ་ཟེར་ཡ་ཅིག་དང་ས་ག་ད་ག་ར་ད་འདྲ་ཞིག་ཅིག་སྒྲུབ་པ་སྒྲུབ་ཟེར་ཡ་འདྲ་བ་ཅིག་ལབ་ཡིན་ན་འདྲ་དང། གཅིག་ཡོད་རེད། ག་ར་ད་གྲ་བྱ་རྒྱུ་གྲུབ་བ་གྲུབ་ཟེར་དུས་ཚང་མ་ལ་སྒྲ་གདངས་གཅིག་ཡོད་རེད་དེ་གཉིས་དེ་ལ་སྒྲ་གདངས་ལ་ཁྱད་པ་ཡོད་པ་རེད་པ། ས་ག་ད་ག་ར་ད་གྲ་བྱ་རྒྱུ་གྲུབ་བ་བྱ་གྲུབ་ཟེར་གྱི་རེད་ག་ར་ད་གྲ་བྱ་རྒྱུ་གྲུབ་བ་བྱ་གྲུབ་ཟེར་གྱི་རེད་གྲུབ་དང་གྲུབ་ཟེར་ནས་ཁྱད་པ་ཡོད་པ་རེད། ཡིན་ན་ཡང་དེ་སང་ང་ཚོ་གཞོན་སྐྱེས་མང་པོ་བྱེད་ལ་རེད། ཏོག་ཙེ་རིག་གནས་ཕྲན་བུའི་ཤིང་གི་ཡོད་ཟེར་དེ་ངས་དུ་ཚོད་ཁྲེལ་གྱི་ཡིན།

བྱེད་འཕྲི་ལེ་ཚིག་དེ་འཕྲི་ནི་བདེ་ཡོད་རེད། ཁག་མེད་སྐྱོ་འགྲོ་བྱེད་དང་པོ་རྩེ་ཡིན་ན་ད་དངོས་གནས་ཁྱང་ཚོ་ནི་ཀྱག་ཀྱག་འགྲོ་བྱེད་ནི་འཕྲི་མེད་འགྲོ་བསམ་ཡས་འགྲོ་བྱེད་ཨོ་རེད་དེ། ཞུ་བོ་ལྟ་ཡོང་དུས་ཁོ་རང་ཚོ་གི་ཁ་ལ་ཡང། ཨའོ་འབར་དང་འདྲ་ནི་མི་འདྲེ་ལ་འདྲེལ་ཟེར་ཡ་ཅིག་དང་ས་བ་ད་འབར་དང་འདྲ་ནི་མི་འདྲེ་ལ་འདྲེལ་གཉིས་འདྲེལ་དང་འདྲེལ་གཉིས་ལ་ཁྱད་པར་དོན་འགུབ་ཡོད་མེད་པ་འདྲ། ངས་ཡང་སྙན་མ་ལབ། སླབ་གྲྭ་འདིའི་མཐོ་སློབ་ནང་ལོག་ལ་དགེ་རྒན་བྱེད་ཅིག་བསྡད་ཡོད་དུས། དེ་གས་དེ་ལ་བྱས་འབྲས་ལི་ཚི་དང་བྱས་མེད་ལི་ཚིལ་ཨ་འདྲས་ཁྱད་པར་ཡོད་རེད་སྒྲ་གདངས་ཁོ་རང་གི་ཐོག་ནས་ཁྱད་པར་ཡོད་རེད་ཟེར་ནས་ངོ་སྤྲོད་ཞུས་པ་ཡིན་ཏེ། ངོ་སྤྲོད་བྱེད་པའི་སྐབས་དེ་ལ་ང་རང་ཅིག་གཅིག་པུ་རྡོ་རྗེ་ལྷག་བྱས་ནས། འབྲེལ་དང་འབྲེལ་གཉིས་དང་སྒྲུབ་དང་གྲུབ་ཟེར་རྡོ་སོལ་དྲེལ་ལ་དབྱེ་བ་ཕྱེད་མ་ཞིག་ནས་བྱེའུ་གཅིག་མང་པོ་ལྷག་སོང་དེ་གས་དེ་མང་ཆེ་ཤོས་དེ་ག་རེ་རེད་ཤ་ཟེར་ན། སྒྲ་རྩོལ་དྲགས་པ་དང། འབྲིང་བ་དང། ཞེན་པ་དང་ཆེས་ཤིན་ཏུ་ཞེན་པ་དེ་སྐད་ཀྱི་རྣམ་གཞག་དེ་དབྱེ་བ་ཅིས་ཕྱེ་མ་ཐུབ་པ་ཡིན་ཙང། དེ་ནི་ད་ཆུང་ཚགས་འདི་འདྲའི་ཅིག་ལ། སྐྱོན་ཤོར་བ་ལ་བལྟས་ནས་རྗེས་མ་བྱེད་འབྲེལ་དང་བྱེད་མེད་ཀྱི་དབྱེ་བ་དེ་ཚོ་ཡང། ཡི་གེ་ཀྱི་ཐོག་ནས་ར་འཕྲོད་ཡ་ཅིག་མ་གཏོགས་སྒྲ་གདངས་ཀྱི་ཐོག་ནས་འདྲ་ར་མ་འཕྲོད་ངེས་འདྲ་བ་ཅིག་ཆགས་འགྲོ་ཡ་དེ་ཚོ། ང་ཚོ། ཞི་བ་གྱི་ཉེན་ཁ་ཚང་པོ་རེད་བཞག་བསམ། ཨོ་དེ་དྲན་གི་འདུག་ཨོ་དེ་ཡིན་ཙང། ཀ་ཁ་ག་ང་ཅག་ཅག་བྱས་ནས་ད་ད་ཐ་ན་པ་པ་བར་མ་བར་འདུག་གི། འགྲོ་སྟངས་དོན་དེ་དེ་འདྲས་ཞིག་རེད། དེ་ནས་ད་རྩ་ཐང་མཛའ་བ་ཟེར་ངེས་དེ་གང་སླེབས་ཡོང་དུས། དེ་སྔོན་ལ། ཨ་ལེ་ང་ཚོ་འདི་ན་ལས་བྱེད་ཅུང་བ་ཁྲིད་ཡོད་མ་རེད་པ། ལས་བྱེད་ཅུང་བ་ཁྲིད་ཡོད་གི་ངས་ངའི་ཞན་པ་ཅིག་བཟོ་དུས་དེ་ན་ལ་ངས་ཞུས་ངོ་སྤྲོད་ཞུས་ཡོད། ང་ཚོ་འཐུས་མི་གིས་ཡི་གེ་གསར་བ་བཟོས་པའི་སྐབས་དེ་ལ་ཡིན་ན། རྒྱ་གར་གྱི་ཡི་གེ་དེ་ལ་ནི་དེ་གའི་ན་ལོ་ནི་ཚུལ་ལེན་བཤད་པ་སྟེ་ཉི་ཤུ་རྩ་གསུམ། ཨ་ནི་རྒྱ་གར་གྱི་དབྱངས་ན་ལོ་ནི་ཚུལ་ལེན་བཤད་པ་སྟེ་ཡི་གེ་གཅིག་ཨ། དེ་ནས་ཉི་ཤུ་རྩ་བཞི་ཕྱག་འཚལ་དུས་མཚོན་པ་ལ་ཡི་གེ་དྲུག་གི་མདངས་འགུལ་བ་མ་རེད་པ། ཡི་གེ་དྲུག་གིས་མ་འདངས་པའི་སྐབས་དེ་ལ་ཡི་གེ་དྲུག་དེ་ག་འདྲ་རེད་ཟེར་ལབ་ཡོང་དུས་ང་རང་ཚོས་བོད་པའི་ལོ་རྒྱུས་རྙིང་པ་དུ་སོག་གི་ན་ལོ་ལ། སྟོད་ཀྱི་ཅཱ་ཅཱ་ཆ་དང་སྨད་ཀྱི་ཤ་ས་ཀ་གསུམ་སྟེ་ས་དེ་བསྟན་པ་རེད་ཅེས་ནས་ལབ་ཀྱི་ཡོད་རེད་པ། ཡིན་ན་ཡང། མཁས་དབང་དགེ་འདུན་ཆོས་འཕེལ་གྱིས་ནི་ཁ་སོ་རེ་གཏམ་རྒྱུད་གསེར་གྱི་ཐ་མ་དང་དེ་འདྲའི་དཀར་པོ་དེ་གའི་ནང་ལོགས་ལ་བཤད་པ་ཡིན་ན། ནི་གསར་དུ་སྣེ་ཤར་བའི་ཡི་གེ་དེ་ཡིས། ལྟོས་པའི་ཅ་ཅ་ཆ་གསུམ་དེ་རེད་མི་འདུག། ཚ་ཚ་ཚ་གསུམ་དེ་རེད་བཞག་རེད་པ་ཚ་ཚ་ཚ་གསུམ་དེ་རེད་བཞག། གར་བྱེད་ནས་ལབ་པ་ཡིན་ན་ཚ་ཚ་ཚ་གསུམ་པོ་དེ་ལ་ཡ། ཡི་གེ་དཔེ་ལྟ་ས་དེ་བཅའ་བཅའ་བྱ་ཡིན་པ། དེ་ལ་ཡི་གེ་མ་འཁྲུལ་བ་དང་སྒྲ་གདངས་མི་འདྲ་བ་གཅིག་སྟོན་གྱི་ཆེད་དུ། རྩ་ལ་རྩ་ལག་ཅིག་དང་ཚ་ལ་ཚ་ལག་ཅིག་དང་འཛག་ལ་འཛག་ལག་ཅིག་དུ་བྱས་ནས་སྦྱར་བ་རེད་ཅེས་ནས་གསུངས་པ་ནང་བཞིན་བྱས་ནས་ད་ལྟ་ང་ཚོ། ཀ་བདེ་བཅའ་བདེ་རྟ་བདེ་པ་བདེ་བར་དུ་གི་སྒྲ་གདངས་དྲག་ཞན་དེ་གས་དེ་ཞུས་ཚར་བའི་རྗེས་ལ། རྩ་སོགས་བཟུང་ནས་བཅའ་སོགས་སྦྱར་ཅེས་ནས་ཀ་ནས་དེ་རྟ་མཆུ་རྩ་བའི་ནང་ལ་གསུངས་པ་ནང་བཞིན་བྱས་ནས། རྩ་འདི་ཕོ་རེད་བས། མོ་རེད་བས་མ་ནིང་རེད་ཟེར་ལབ་ཡོང་དུས། ནི་རྩ་སོགས་གསུམ་ནི་ལྕགས་སོགས་སྦྱར་བྱས་ནས། ལྕགས་དེ་ཕོ་ཡིན་པ་ནང་བཞིན་རྩ་དེའང་ཕོ་རེད། བྱ་དེ་མ་ནིང་ཡིན་པ་ནང་བཞིན་ཚ་དེའང་མ་ནིང་རེད། བྱ་དེ་མོ་ཡིན་པ་ནང་བཞིན་ཚ་དེའང་མོ་རེད་ཅེས་ནི་རྩ་སོགས་གསུམ་ནི་ལྕགས་སོགས་སྦྱར་ཟེར་ནས་འགྲེལ་བཤད་ཞུས་ཏེ་རྗེ་བོ་གཅིག་གིས་ཡང། རིགས་པ་དང་མཐུན་པ། ལག་ལེན་ལ་འཇོག་པོ་ཞུགས་ཀྱི་ཡོད་པས་འགྲེལ་བཤད་ཡག་པོ་ཞིག་རེད་བསམ་གྱི་འདུག་དེ་ནི་བ་ནི་བ་དང་སྦྱར་བར་བྱ་ཟེར་ནས་བ་དེ་ལོག་གཏང་དེ་བ་དང་འདྲ་པོ་ཡོད་པ་ཡིན་ཙང་ད་སྒྲ་གདངས་དེ་ནི་བ་དེ་མོ་ཡིན་པ་ནང་བཞིན་བ་དེ་ཡང་མོ་རེད་ཅེས་ནས་ད་འགྲེལ་བཤད་ཏུགས་སུ་ཡར་སྦྱར་བྱས་ནས་ཕྱིན་པར་བ། ཨོ་དེ་འདྲ་རེད། ད་དེ་དུས་སྐད་དེ་སྦྱར་ཚར་བའི་ཞོགས་པོ་དེ་ལ། ཨ་ནི་ལྷག་མ་ཡི་གེ་དྲུག་ཅེས་ལྷག་གོ་བར་བ། ཤ་ཟ་ག་ཡ་ཤ་ཟ་ཟེར་ནས་དེ་སྐད་དྲུག་དེ་ཨ་ནི་མོ་ནལ་ཕ་བཏང་དགོས་ཀྱི་རེད་ཟེར་བྱས་ནས་ལབ་རེད། ད་དེ་སྐད་དྲུག་དེ་མོ་ཡི་གེ་ནལ་མ་བཏང་ཚར་བའི་ཤུ་གུ་དེ་ལ་དེ་ནས་ད་མོ་ཤམ་གྱི་ཡི་གེ་དེ་ཨ་ནི་ག་འདྲས་བཞག་གི་རེད། མོ་ཤམ་གྱི་ཡི་གེ་དེ་ག་བ་ན་ལ་བཞག་གི་རེད་ཟེར་བྱས་ནས་ལབ་ཡོང་དུས་ཨ་ནི་ར་ལ་ཧ་གསུམ་པོ་དེ་མོ་ཤམ་གྱི་ཡི་གེ་རེད་ཟེར་བྱས་ནས་དེ་གསུངས་པ་རེད། དེ་ནས་ཨ། ད་ང་ཚོ་ཀ་ནི་སོའི་མེ་ལོང་གི་གཞི་ཆ་བྱེད་པ་ཡིན་ན་ར་ལ་ཧ་ཨ་བཞི་ཀ་ཨ་ནི་མོ་ཤང་གི་ཡི་གེ་རེད་ཨ་ནི་ཨ་དེ་ལ་མོ་ཤང་ཡིན་པ་མ་ཚད་ཚད་མས་དཔྱད་ཀྱང་ལབ་གི་རེད་ཅེས་ནས་འགྲེལ་བཤད་དུ་བསྲིས་ནས་ཞུ་གི་ཡོད་རེད། ཨོ་ཡ། དེ་འདྲ་ཡིན་ཙང་ད་ང་ཚོ་ཀ་དེ་ནས་ཨ་དེ་ཧ་དེ་བར་གྱི་ད་ཡི་གེ་སུམ་ཅུ་ཐམ་པ་དེ། ཕོ་དང་མ་ནིང་དང་མོ་དང་ཤིན་ཏུ་མོ་དང་མོ་གཤམ་གྱི་དབྱེ་བ་ཕྱེ་ན་བྱེ་ཐང་འདྲ་པོ་དེ་དེ་འདྲའི་རེད་ཅེས་ནས། ད་ང་ཚོ་ཡི་གེ་ཁོ་རང་ལ་བལྟས་ནས་འགྲོ་ན་དེ་ཚོ་རེད། ད་དེ་དེ་དོམ་འདྲ་བོ་རྒྱག་ཤེས་ན་ཕོ་དེ་གའི་དེ་ག་རེ་རེད་མོ་ག་རེ་རེད་མ་ནིང་ག་རེ་རེད་ཟེར་དུས། ག་ནས་ཟེར་བའི་མེ་ལོང་ནང་ལ་ཡོད་པ་ད་ག་རང་རེད། དེ་ཡིན་ནས་ཀ་ནི་སའི་མེ་ལོང་གི་ནང་ལོགས་ལ་ངོས་འཛིན་བྱེད་སྟངས་ཀྱིས་ཀ་ཆ་དག་པ་ཚ་ན་བུ་ཁ་ཆ་དག་པ་ཚ་མ་ནིང་ཞེས་སོགས་ཀྱི་རྩ་བ་རང་ལ་གཞི་བཞག་བྱས་ནས་མང་འགྲེལ་བཤད་བརྒྱབ་པ་ཡིན་ན། ཀ་ནི་སའི་མེ་ལོང་གི་འགྲེལ་བཤད་བྱ་སྟངས་དེ་ལ་ཡག་པོ་ཅི་ག་རེ་ཡོད་རེད་ལབ་ན་ངོས་འཛིན་བྱེད་ལས་སླ་པོ་ཡོད་རེད་ཕོ་ཁ་རེད་མོ་ཁ་རེད་མ་ནིང་ཁ་རེད་ངོས་འཛིན་བྱེད་ལས་སླ་པོ་ཡོད་རེད་དེ། ཡིན་ན་ཡང་ཕོ་དང་མོ་དང་མ་ནིང་དང་མོ་གཤམ་ཐིག་གེ་དེ་མ་དབྱེ་བ་མ་བཀྲག་མདངས་འདྲ་བོ་དེ། གསལ་བྱེད་ཁོ་རང་གི་བང་རིམ་གྱི་ནང་ལོགས་ལ་དབྱེ་བ་གྲངས་རྟགས་འདི་ང་ཚོ་འགོ་ཚུད་ཐུབ་ཀྱི་མ་རེད། དེ་འགོ་ཚུད་ཐུབ་ཀྱི་མེད་པ་ཡིན་དུས་དེ་ལ་རྟ་མཆུ་རྩ་བའི་གྱི་ནང་ལོགས་ནས་ད་ང་ཚོ། དང་པོ་གང་ཡིན་ཕོ་གཉིས་པ་གང་ཡིན་མ་ནིང་གསུམ་པ་གང་ཡིན་མོ་བཞི་པ་གང་ཡིན་ཤིན་ཏུ་མོ་ཡིན་པ། དེའི་གཞུ་གུ་དེ་ལ་རྩ་སོ་གསུམ་པོ་དེ་ལྕགས་སོ་གསུམ་པོ་དང་སྦྱར་དགོས་ཡ་བ་དེ་བ་དང་སྦྱར་དགོས་ཡ་གཞན་ལྷག་མ་དྲུག་པོ་དེ་མོ་ནང་ལ་བཏང་དགོས་ཡ་ནི་ར་ལ་ཧ་ཨ་བཞི་པོ་དེ་མོ་ཤ་ནང་ལ་བཏང་དགོས་ཡ་དེ་དུ་བྱས་ནས་བཏང་པ་ཡིན་ན་ནི་ཡི་གེ་ཁོ་རང་གི་སྒྲོམ་གཞི་ཁོ་རང་གི་ཐོག་ནས། གསལ་བྱེད་དེ་གལ་ཏེ་སུམ་ཅུ་དེ་མ་བགོ་བཤའ་བཏབ་ཡོང་དུས་ཙམ་པོ་ལ་བགོ་བཤའ་རྒྱག་སྟངས་དེ་ཡག་པོ་ཞིག་ཞུ་བྱེད་ཤེས་འགྲོ་གི་རེད་དེ་འདྲ་ཡིན་ཙང་ད་དེ་གཉིས་ཀ་ཤེས་དགོས་བསོ་གྲབ་ཅིག་ཡོད་རེད་ད་དེ་ཤེས་པའི་སྟེང་ནས་ད་ནང་འདི་ལ་ད་དམིགས་བསལ་གྱི་དོགས་པ་འདྲ་བོ་ཡོད་དགོས་ས་དེ་བོ་དེ་ནམ་རྒྱུན་ཡོངས་གྲགས་ཀྱི་དོགས་པ་ཅིག་རེད་ད་དེ་ག་རེད་ཟེར་དུས་ཙམ་པ་ལ་ར་ལ་ཧ་ཨ་མོ་གཤམ་དེ་ཨ་ནི་འཚེ་མེད་སྤྱད་ཀྱང་བྱ་ཞེས་པའི་གཞུང་དེ་རེད་ད་དེས། རྟ་མཆོག་རྩ་བའི་ནང་ལོགས་ལ་བྱས་པ་ཡིན་ན་ད་དེ་ལ་ཚིག་གི་ལ་འགྲོའི་རྩ་བ་དེ་ལ་འགྲེལ་བཤད་བྱ་སྟངས་མི་འདྲ་བ་གཉིས་ཡོད་རེད། ཨ་ནི། བྲ་ཐིག་དང། ཨ་ནི་ཤར་ལི་ཤར་ལི་ལོ་ཙཱ་བ་ཆོས་སྐྱོང་བཟང་པོ་དང། ནང་བློན་པན་ཆེན་དཀོན་མཆོག་ཆོས་གྲགས་ཁོང་རྣམ་པ་ཚོ་དང་ས་སྐྱ་པན་ཏེ་དང་ཀུན་དགའ་རྒྱལ་མཚན་ཁོང་རྣམ་པ་ཚོ་གིས་འགྲེལ་བཤད་བྱ་སྟངས་བྱས་པ་ཡིན་ན་ནི། ར་ལ་ཧ་ནི་མོ་གཤམ་སྟེ། མ་ནིང་ཚེ་མེད་ཅེས་ཀྱང་བྱ། ཅེས་ནི་འགྲེལ་བཤད་ཐུགས་སུ་ཞུགས་རེད། ཡིན་ན་ཡང་སི་ཏུ་པན་ཆེན་གྱིས་སི་ཏུ་འདྲེ་རྗེ་མུ་ཏིག་ཕྲེང་མཛེས་ཀྱི་ནག་ལོག་ལ་བཅད་པ་ཡིན་ན་ནི། ར་ལ་ཧ་ནི་མོ་གཤམ་སྟེ། ཨ་ནི་གར་སོ་ཝར། ཨ་ནི་ཚེ་མེད་ཅེས་ཀྱང་བྱ། ར་ལ་ཧ་ནི་མོ་གཤམ་སྟེ། ཨ་ནི་ཚེ་མེད་ཅེས་ཀྱང་བྱ། འགྲོ་སི་འདྲེ་བཤད་ཞུ་རེད། ད་འདི་ཡི་འདྲེ་བཤད་དེ་ག་འདྲེ་བྱས་ནས་ཞུ་ཡོད་རེད་ལབ་པ་ཡིན་ན། དང་པོ་མཁས་པ་ཁག་གི་འདོད་ཚུལ་ཟེར། བྱེད་སྟངས་འདིས་ནག་ལོག་ལ་འདོད་ཚུལ་དེ་འདྲ་མང་པོ་ཞེ་དྲག་མ་བྱས་ནས། དངོས་ཡོད་ལག་ལེན་ལ་ག་ཟེ་ཕན་ཐོག་ཡོད་མེད་དེ་འདྲའི་སྐོར་ལ་ཞུ་དགོས་འདྲ་རྗེས་བསམ་བྱུང་སྟེ། ད་ཡིན་ནས་འདི་རྣམས་ལ་སྦྱང་མཁན་དེ་ལ་རིགས་མི་འདྲ་བ་མང་པོ་ཞི་བ་ཅིག་ཡོད་ས་རེད། ཁ་ཅིག་གིས་གཞུང་ལུགས་ལ་བརྟེན་ནས་སྦྱང་ངེས་ཁ་ཅིག་གིས་ལག་ལེན་ལ་བརྟེན་ནས་སྦྱང་ངེས་ཁ་ཅིག་གིས་ལྷུག་ཚན་གྱི་ངོ་བོ་ཕྱེ་ནས་སྦྱང་ངེས་འདྲ་མི་འདྲ་ཡོད་པ་ཡིན་དུས། ད་གང་ལྟར། མཁས་པ་ཁག་གི་འདོད་ཚུལ་འདྲ་བོ་ཅིག་མ་རག་བཤད་ཅིག་བྱས་པ་ཡིན་ན། སོ་སོ་གི་སྡེ་མང་པོ་ཀློག་མ་དགོས་པས་འདི་ཉན་པའི་སྟེང་ནས་ཨ་ལས་དེ་འདྲའི་ཅིག་ཡིན་པ་འདྲ་ས་མེད་འགྲོ་བ་ཅིག་ངེས་པ་བྱས་ཡ་ལ་ཐོག་མར་ཞྭ་ལུ་ལོ་ཙཱ་བ། སྣང་ལས་པཎ་ཆེན། ཁྲ་ཐིག་གི་ཤེར་ཕྱིན་ཆོས་སྟོན་གྲུབ་མཐའ་ན་ཤིང་གི་སྣང་ཐང། སྡེ་དགེ། པེ་ཅིང། ཅོ་ནེ། གི་བསྟན་འགྱུར། ཆ་ཚང་གི་ནང་ལོགས་ལ། ར་ལ་ཧ། ར་ལ་ཧ་ནི་མོ་གཤམ་སྟེ་མ་ནིང་ཚད་མེད་ཅེས་ཀྱང་བྱ་ཞེས་པའི་ཚིག་དེ་ཡོད་ས་རེད། དེ་ནས་ཡིན་ན་ཡང། སི་ཏུ་པཎ་ཆེན་གཙུག་ལག་ཆོས་ཀྱི་གནའ་བོའི་གི་ད་གཟོད་དུ་འགྲེལ་ཆེན་མུ་ཏིག་ཕྲེང་མཛེས་ཞེས་པ་དེའི་ནང་ལོགས་ལ། ཨ་ནི། ར་ལ་ཧ་ནི་མོ་བཤམས་ཏེ་མ་ནིང་ཚིག་མེད་ཅེས་ཀྱང་བྱ་ཞེས་པ་དེ་པར་མ་དག་པ་ཅིག་རེད་ཅེས་ནས་ཁོ་རང་གིས་བསམ་བློ་དེ་བཏང་བ་རེད། པར་མ་དག་པ་ཡིན་པའི་རྒྱུ་མཚན་འདྲ་པོ་དེ་ག་འདྲས་བྱས་ནས་གསུངས་རེད་ཟེར་ལབ་ཡིན་ན། དངོས་གནས་བྱེད་ཀྱི་ཡིན་ན་ཨ་ནི་ཟེར་ཡ་དེ་རེད་དེ། ཨ་ནི་ཞེས་པ་དེ་དང་ཨ་དེ་མ་དང་འདྲ་བོ་ཡོད་པ། ནི་དང་ནིང་གཉིས་འདྲ་བོ་ཡོད་པ་ཡིན་དུས་སྔས་མ་པར་དེ་གས་དེ་པར་ཤིང་བརྐོས་ཡོང་དུས་ཙམ་པ་ལ་ཏག་ཏག་ཅིག་མ་ཆགས། མ་ཆགས་པའི་ཐོག་ནས་ཡིན་རྒྱུ་ལ་ཨ་ནི་ཡིན་པ་ལ། དེ་ནས་ཨ་དེ་མ་དང་འདྲ་བོ་འདྲ་བོ་ཆགས་ནས་པར་དེ་གས་སྣག་ཚ་ཡག་མང་བརྐོས་བྱས་ནས་མ་ཆགས། ནིང། ནི་དེ་ནིང་ཆགས་ནས་ཡིན་རྒྱུ་ཅིག་ཡིན་ན་ཨ་ནི་ཚེག་མེད་ཅེས་ཀྱང་བྱ་རེད་དེ། ཡིན་ན་ཡང་དེ་མ་ནིང་ཚེག་མེད་ཅེས་ཀྱང་བྱ་ཟེར་ཡས་ཅིག་ཆགས་པ་རེད།

ས་སྐྱ་པཎྜི་ཏཱ་ཀུན་དགའ་རྒྱལ་མཚན་གྱི་ཡི་གེའི་སྦྱོར་བའི་ནང་ལོགས་ལ་ཡང། ར་ལ་ཧ་ནི་མོ་གཤམ་སྟེ་མ་ནིང་ཚད་མེད་ཅེས་ཀྱང་བྱ། ཨ་ནི་ཡིད་འཕྲུལ་ཀུན་གྱི་མཆོག། མིང་ཚིག་རབ་ཏུ་གསལ་བར་བཅས། ཁོང་ནི་འབྱུང་བ་སྐྱེ་མེད་པའོ་ཞེས་ནི། གང་བྱེད། ད་ནི་འདིའི་སྔར་ལ་ཡི་གེའི་སྦྱོར་བ་ཅི་ཡོད་དེ་རྣམས་བལྟ་ནས་འདོན་གྱི་ཡོད། དེ་འདྲས་ཡིན་ཙང། མ་ནིང་འཚེ་མེད་ཟེར་གྱི་ནས་ལབ་ཡོད་རེད། ད་བྱས་པ་ཡིན་ན་ད་ཁོ་རང་ཚོ་གི་མ་ནིང་འཚེ་མེད་ཟེར་ཡས་དེ་ལ་གོ་བ་ག་འདྲས་ཀྱི་ལེན་གྱི་ཡོད་རེད་ལབ་པ་ཡིན་ན་དང་པོ་དེ་གལ་ཆེན་པོ་ཞུ་གྱི་རེད། སི་ཏུ་པན་ཆེན་གྱི་ཕ་བཀག་ཡོང་དུས་ག་འདྲས་ཀྱི་ནས་བཀག་ཡོད་རེད་ཟེར་དུས། མ་ནིང་འཚེ་མེད་ལབ་ཤག་དེ་མ་ནིང་དང་འཚེ་མེད་གཉིས་ཀྱི་གཞི་མཐུན་ཁས་ལེན་ཤག་དེ་འདྲས་ཡིན་ན་ད་ཕྱིན་ནས་འགྲིག་གི་མ་རེད་མ་ནིང་ཨ་དེ། ཁ་སོ་ར་ལ་ཧ་དེ་གས་དེ་ར་ལ་ཧ་གསུམ་པོ་དེ། མ་ནིང་འཚེ་མེད་རེད་ལབ་ན་ག་ར་ཟེར་གྱི་ཡོད་རེད།

ད་ལྟ་མ་ནིང་འཚེ་མེད་ཟེར་བསྡད་དུས་སུ་རྩ་བ་ཉིད་ནས་འབྲེལ་ཡོད་ཅིག་མ་རེད་གང་ཡིན་ཟེར་ན། མ་ནིང་འཚེ་མེད་ཟེར་ཡོད་ཅིག་ཡོང་གི་མ་རེད་མ་ནིང་ཡིན་ན་འཚེ་མེད་ཡོང་གི་མ་རེད་འཚེ་མེད་ཡིན་ན་མ་ནིང་ཡོང་གི་མ་རེད་བཱས། ད་ཕལ་ཆེར་མ་ནིང་འཚེ་མེད་རེད། ར་ལ་ཧ་གསུམ་པོ་དེ་མ་ནིང་འཚེ་མེད་ཅེས་ཀྱང་བྱ་ཨང་ཞེས་པའི་རྩ་བ་འགྲུལ་འགྲིལ་དེ་འདྲས་བྱེད་ངེས་ཀྱི་ཁྱད་པར་དུ་སོ་ཁི་ཕལ་ཆེར་འགྲེལ་བཤད་འདྲ་བོ་ག་རེ་རྒྱག་གི་ཡོད་རེད་ལབ་ཡིན་ན། ད་དེའི་འགྲེལ་བཤད་རྒྱག་པ་དེ་ངས་མཐོང་མ་མྱོང་ཐེབས་དུ་སོང་ན་ལོ་ཡིན་ན་ཡང། དེ་རིང་ངས། རྒན་བེ་རི་སྤྱི་མེས་དབང་རྒྱལ་གྱིས་བརྩམས་ཞབས་པའི་རྟ་མཇུག་གི་འགྲེལ་པ་མཁས་པའི་མགོ་ཅན་དེ་ཤོག་ཁའི་ཐུགས་རྩེ་གཅིག་ལོག་བསྡད་པ་ཡིན་དེས་ན་བློ་ལ་རྒན་གྱི་ཟུར་ཅིག་སྨྲོས་ཤག་ཕལ་ཆེར་གོ་བ་འདི་འདྲས་ཀྱི་ལན་དགུ་རེད་བསམ་ས་འདྲ་ཆེ་ང་རང་སྔ་མ་གོ་བ་འདི་འདྲས་ཀྱི་ལན་དགུ་རེད་བསམ་ཡ་ཅིག་ཡོད་ད་དེ་ལ་ཕལ་ཆེར་རྒྱབ་སྐྱོར་འདྲ་པོ་ཅིག་གནང་བྱུང་བསམ་བྱུང། ངས་གོ་བ་གང་འདྲས་ཀྱི་ལན་དགུ་ཡོད་རེད་ལབ་མ་ནིང་ཚེ་མེད་ཅེས་ཀྱང་བྱ་ཟེར་ལབ་ཡོད་དུས་ག་རེ་ཟེར་དགོས་རེད་ཟེར་ན་དེ་སྒྲ་གདངས་རན་པའི་ཆ་ནས་མ་ནིང་ཟེར་ཡ་དེ་མ་རེད། མ་ནིང་ཞེས་པ་དེ་ལ་གོ་བ་ག་རེ་ཡོད་རེད་ཟེར་ན། སྒྲ་གདངས་དང། སྒྲ་རྩོལ་གཞན་པ་ཡིན་པས་ནི་སྒྲ་རྩོལ་ལ་རན་པ་ཡིན་པའི་ཆ་ནས་མ་ནིང་ཟེར་ཡ་གཅིག་དང། ཡང་འཇིག་རྟེན་ནང་ལོགས་ལ་མ་ནིང་ཟེར་མཁན་དེ་ཁོ་མ་ནིང་རེད་ལབ་ཡོང་དུས། ཕོ་ཡང་མ་རེད་མོ་ཡང་མ་རེད་དེ་འདྲའི་ཕོ་དང་མོ་གང་ཡང་མ་ཡིན་མཁན་དེ་ལ་མ་ནིང་ཟེར་ཡ་བརྗོད་རེད་པ། འོ་དེ་ལ་མ་ནིང་བརྗོད་པས་དེ་གི་མ་ནིང་དེ་ལ་གོ་དགོས་རེད་དེ་འདྲའི་ཡིན་ཙང་ར་ལ་ཧ་གསུངས་པ་དེ། ཨ་ནི། སྒྲ་གདངས་དང་སྒྲ་རྩོལ་དང་བྱེད་རྩོལ་དེ་གའི་དེ་ཧ་ཅང་ཞན་པོ་ཡིན་པའི་ཆ་ནས། ཆེས་ཤིན་ཏུ་ནས་ཀྱང་ཤིན་ཏུ་ཞན་པ་ཡིན་པའི་ཆ་ནས། ཤིན་ཏུ་མོ་ལས་ཀྱང་ཤིན་ཏུ་ཞན་པའི་ཡིན་པའི་ཆ་ནས། དེ་གའི་དེ། མོ། ད་ཕོ་ད་ག་བ་ག་བ་ཚུལ་མོ་གི་བདེན་རྫས་རྣམས་བློ་ལ་ཡང་མ་ཚུད་པ་བྱས་ནས་གཟིགས་པར་བ། མོ། སྒྲ་གདངས་ཆེན་པོ་ཞན་པའི་ཆ་ནས། ནས། ཤིན་ཏུ་མོ་ལས་ཀྱང་ཞན་པའི་ཆ་ནས་སྒྲ་གདངས་མོ་ཡང་མ་ཡིན་བྱེད་ཕོ་ཡང་མ་ཡིན་པ་བྱས་ཡིན་ཙང་མ་ནིང་ཆ་བ་རེད། སྒྲ་གདངས་དེ་སྐད་དེ་སྒྲ་རྩོལ་དེ་སྐད་དེ་ཞི་རགས་ཀྱི་ཞེན་པོ་ཡིན་པའི་ཆ་ནས་ཕོ་ཡི་མཚན་མ་ཡང་མེད་མོ་ཡི་མཚན་མ་ཡང་མེད། དེ་འདྲ་ཡིན་ཙང་མ་ནིང་ཚད་མེད་རེད། རེ་བ། ར་ལ་ཧ་གསུམ་པོ་དེ་མ་ནིང་ཚད་མེད་ཡིན་དགོས་ཡོད་རྒྱུ་མཚན་དེ་ཕོ་ཡི་དང་མོ་གང་གི་བདེན་ཚད་ནང་ལ་མ་ཚུད་པས་ཕོ་དང་མོ་ཡི་མཚན་མ་གང་ཡང་མེད་པ་ཡིན་ཙང་ཕོ་དང་མོ་ཡི་རྟགས་གང་ཡང་མེད་པ་ཡིན་ཙང་འོ་དེ་སྐད་དེ་ནི་མ་ནིང་ཚད་མེད་རེད་ཅེས་ནི། ད་མ་ནིང་འཚེ་མེད་ཞེས་པའི་གོ་བ་དེ་དེ་འདྲའི་རི་ལ་འདྲེ་ཞིག་བསླངས་ཡ་བ་ཡིན་ན་ཕལ་ཆེ་ཕལ་ཆེ་དག་ཅིག་བསྟན་བཅོས་དང་འབྱོར་པོ་ཆེ་གང་ཡིན་ཟེར་ན་དེ་ལ་འགྲེལ་བཤད་ཅིག་མ་བརྒྱབ་རང་འཇགས་རེད་ཡང་མིན་ན་སི་ཏུ་པིན་ཆེན་གྱི་འགྲེལ་བཤད་བྱ་བ་ནང་བཞིན་བྱས་ཀྱི་ཡི་གེ་དེ་ནོར་རེད། བསྟན་རྒྱུན་ནང་ལོ་ལ་འཁོད་བསྡད་ཡོད་རེད་དེ་ཡི་གེ་དེ་ནོར་རེད་གང་ཡིན་ཟེར་ན་ཨ་ནི་དང་མ་ནི་ཉིན་དྲུག་སོང་རེད་ཅེས་ནས་འགྲེལ་བཤད་རྒྱག་རྒྱུ་རེད་ཡང་མིན་ན་ནི་ཡིད།

ག་ནི་སེ་བའི་མེ་ལོང་གི་ནང་ལོགས་ལ་བྱས་པ་ཡིན་ན་ད་ཚིག་དེ་ག་འདྲའི་ཞིང་འདྲ་ཞེས་བྱ་ཡོད་རེད་ཟེར་ན། ར་ལ་ཧ་ཨ། ཨ་ནི་ཁ་སོགས་རེད་མོ་ཤམ་ཏེ། རེད་བ། ཨ་ནི་ཨ་ནི་ཚད་མས་བཅད་ཅིང་བྱ། ཅེས་ནི་འདྲ་ཞེས་བྱ་ཡོད་རེད་ད་དེ་ཡང་སི་ཏུ་པན་ཅན་གྱི་འདྲ་ཞེས་བྱ་སྟངས་དང་རྦད་དུ་མི་མཐུན། ངས་ཁ་ཚང། ཁ་ཚང་རེད་བས་དེ་ལ་ཞུས་ཡིན་པ། ཅེས་དང་བཅས་པ་ཡིན་ན་དངུལ་ཆུའི་ཡབ་སྲས་གཉིས་པོ་དེས་དངུལ་ཆུ་འདབ་མ་འབར་འདྲ་དང་དངུལ་ཆུ་དབྱངས་ཅན་གྲུབ་པའི་རྡོ་རྗེ་གཉིས་དེ་སི་ཏུ་པཎ་ཆེན་གྱི་རྗེས་སུ་འབྲངས་པ་རེད། ཡིན་ན་ཡང། རྣམ་པ་ཐམས་ཅད་དུ་དུས་དང་རྣམ་པ་ཐམས་ཅད་དུ་སི་ཏུ་པཎ་ཆེན་གྱིས་གང་སྨྲས་པ་དེ། ད་ག་ནང་བཞིན་གྱི་མཚོ་ཁུ་ཁ་ཏན་ཤ་ཟ་བྱས་ནས། ཨེ་ནི། ངས་རྨོངས་དད་འདྲ་བོ་བྱས་ན་འགྲོ་མཁན་ཅིག་མ་རེད་ད་ལྟ་བཀའ་ཟུར་བྷ་བྷ་འདི་ལ་བལྟས་པ་ཡིན་ན་ཡང། སི་ཏི་འདྲེན་ཆེན་གྱི་ནག་ལོག་ལ། མཁས་པ་ཁག་ཅིག་གིས་ར་ལ་ཧ་ཨ་མོ་ཤམ་ཏེས་ར་ལ་ཧ་ཨ་མོ་ཤམ་ཏེས་དེ་འདྲས་འདོན་གྱི་འདུག་དེ་ནི་མ་དག་པ་ཆེན་པོ་ཡིན་ཟེར་སོང་ཡོད་རེད་བ། ད་ང་ཚིག་ཇི་མ་ཇི་བཞིན་ངང་བརྗོད་ཡོད་མ་རེད། གང་ཅེས་སི་ཏུ་པན་ཆིན་གྱི་སི་ཏུ་འགྲེལ་ཆེན་གྱི་ནང་ལོགས་ལ་མཁས་པ་ཁག་ཅིག་གིས་ར་ལ་ཧ་ཨ་མོ་བཤམས་ཏེ་ཅེས་ནི་འགྲེལ་བཤད་དུ་སྐྱབས་ནས་འགྲོ་གི་འདུག་དེ་ནི་མ་དག་པ་ཆེན་པོ་ཡིན་ཅེས་ནི་གསུངས་ཡོད་རེད་དེ་ཡིན་ན་ཡང། སི་ཏུ་པན་ཆིན་ཁོ་རང་རང་གིས་ཅི་སོགས་བགྲངས་བསྡད་པས་ནི་ག་ཟུག་རེད་དངུལ་ཆུ་ཟླ་མ་འབར་འདྲ་དང་དངུལ་ཆུ་ཟླ་མ་འབར་འདྲ་ཁོ་རང་གི་དགེ་ཕྲུག་དངུལ་ཆུ་དབྱངས་ཅན་གྲུབ་པའི་རྡོ་རྗེ་ཀ་ནི་སོའི་མེ་ལོང་གི་ནང་ལོགས་ལ་ར་ལ་ཧ་ཨ་མོ་བཤམས་ཏེ་ཨ་ནི་ཚེ་མེད་ཅེས་ཀྱང་བྱ་ཅེས་ནི།

ཀ་ནས་སོའི་མེ་ལོང་གི་ནང་ལོགས་ལ་ར་ལ་ཧ་ཨ་མོ་བཤམས་ཏེ་ཨ་ནི་ཚད་མེད་ཅེས་ཀྱང་བྱ། ལ་བ་རེད། དེ་ནི་ཨ་དེ་ལ་ཚད་མེད་ཅེས་ནི་ལ་བས་བརྗོད་རོགས་གནང། ཨ་དེ་ལ་ཚད་མེད་ད་མ་འོངས་ཚ་ན་དེ་ལ་ཚད་མེད་ཟེར་དུས་དེ་འདིར་ཟེར་བར་ད་ཨ་ཨེ། རྟགས་མེད་ཟེར་བར་མ་འོངས་ཚ་ན་ཚན་ཟེར་དེ་ད་ར་ད་ད་རྟགས་ག་ས་རྟགས་གཉིས་དོན་དག་གཅིག་པ་ར་བ། ཚད་མ་ནི། ཚད་མ་ནི་རྟགས་ཀྱི་དོན་དག་ར་བ་ང་ཚོ་དེ་གི་རྟགས་ཚན་ག་ར་འདུག་ཟེར་ཡག་གི་རྟགས་ཚན་ཟེར་བ། ཨོ་ཡག་ཚན་ཟེར་བ་དེ་ང་ཚོ། རྟགས་དེ་ལ་མཚན་ཟེར་གི་རེད་བ། དེ་འདྲ་ཡིན་ཙང་རྒྱུ་མཚན་ཟེར་ཡ་འདྲ་བོ་དང། མཚན་མ་ཟེར་ཡ་འདྲ་བོ་དང་རྒྱལ་མཚན་ཟེར་ཡ་འདྲ་བོ་རེད་བ། འོ་དེ་འདྲས་ཅིག་ལ་ཁུག་གི་ཡོད་རེད། དེ་འདྲས་ཡིན་ཙང་ཨ་དེ་མཚན་མེད་རེད་ལབ་གི་རེད། ད་ཨ་དེ་མཚན་མེད་ཡིན་པ་འདྲ་བོ་དེ་ལ་ཁུངས་འདྲ་བོ་མང་པོ་བགྲང་ཡ་ཡོད་རེད་བ། ཞྭ་ལུ་ལོ་ཙཱ་བ་གིས་ཨ་འདྲེ་བྱེད་རོ། ཕྱོགས་སུ་ལྷུང་བ་ཉི་ཤུ་དགུ། སུམ་ཅུ་པ་ལ་ཕྱོགས་ལྷུང་མེད་ཟེར་བས་འོ་དེ་འདྲས་བྱས། ད་འདིའི་དོན་དག་ག་རེ་སེམས་ངོ་རེ་ཟེར་ན། ཨ་ནི། ཕྱོགས་སུ་ལྷུང་བ་ཉི་ཤུ་དགུ་རེད་ཟེར་ལ་འོ་འདི་ཨ་ནི་ག་ཟེར་བ་རེད། ཕོག་གི། ཕྱོགས་སུ་ལྷུང་བ། མོ་ཡི་ཕྱོགས་སུ་ལྷུང་བ། མ་ནིང་གི་ཕྱོགས་སུ་ལྷུང་བ། མོ་ཤང་གི་ཕྱོགས་སུ་ལྷུང་བ་དེ་གའི་དེ་ཉི་ཤུ་རྩ་དགུ་ཡོད་རེད་བསླ་དུས་ཕོ་གི་སྡེ་ཚན་ན་ཚུད་པ་མོ་ཡི་སྡེ་ཚན་ན་ཚུད་པ་དེ་འདྲའི་སྡེ་ཚན་ནང་ལོ་གོ་བགོ་བཤའ་རྒྱབ་པ་ཡིན་ན་སྡེ་ཚན་ཉི་ཤུ་རྩ་དགུ་དེ་མ་རེད་ཡི་གེ་ཉི་ཤུ་རྩ་དགུ་དེ་སྡེ་ཚན་གང་རུང་བ་ཅིག་ན་ལ་འདུས་འགྲོ་གི་རེད་སྡེ་ཚན་གང་རུང་བ་ཅིག་ན་ལ་ཕྱོགས་སུ་ལྷུང་འགྲོ་གི་རེད། ཨ་ནི་སུན་ཅུ་པ་ལ་ཕྱོགས་ལྷུང་མེད་རེད་བས་སུན་ཅུ་པ་ལ་ཕྱོགས་ལྷུང་མེད་ཟེར་དུས་རྩམ་པ་ལ་གར་ཟེར་དགོས་རེད་ཟེར་ན་དེ་སྐབས་ཀྱི་སུན་ཅུ་པ་ཟེར་ཡ་དེ་རྟ་མཇུག་དང་སུན་ཅུ་པ་ཟེར་ཡ་གི་སུན་ཅུ་པ་དེ་མ་རེད། ཡི་གེ་ཀ་ལི་སུམ་ཅུ་ཡོད་པའི་ནང་ལོ་ནི་དེའི་ནང་ལོ་ལོ་སུམ་ཅུ་པ་ཐ་མ་དེ་ག་རེ་རེད་ཟེར་ན་ཨ་རེད་པ། ཨ་དེ་ལ་ཕྱོགས་ལྷུང་ཡོད་མ་རེད། ཨ་དེ་ལ་ཕྱོགས་ལྷུང་ཡོད་མ་རེད་ཟེར་དུས་ག་རེ་ཟིག་ཡོད་རེད་ཟེར་དུས་བརྩམས་པ་ལ་ཡི་གེ་ཨ་དེ། ཕོ། མོ། མ་ནི་ཤིན་ཏུ་མོ་མོ་གཤམ་གང་གི་ཡང་ཕྱོགས་སུ་ལྷུང་པ་མ་རེད། ཅེས་ནས་གང་བྱས་ད།

ལ་ཡོད་དུས། ཨ་དེ་ལ་མཚན་ཡོད་རེད་བས་ལྷ་ན་མཚན་ཡོད་རེད། རེད་བ། མཚན་ཡོད་རེད་བས་ཟེར་ན་མཚན་ཡོད་རེད། ཨ་ནི། ཡིན་ན་ཡང་འདི་ལ་མཚན་མེད་རེད་ཟེར་དུས་ཙམ་པ་ལ་ཨ་ནི་དེ་ལ་གོ་བ་ལེན་སྟངས་འདྲ་བ་ཅིག་ག་འདྲ་ལེན་གི་ཡོད་རེད་ཟེར་དུས། ང་ཚོ་མེད་ཞེས་པ་དེ། ང་ཚོ་དམན་པ་ལ་མེད་ཟེར་ཡ་ཆོས་རེད་བ། ང་ཚོ། ང་ཚོ། ལུས་མེད་བདག་པོ་ཐ་གུའི་ལྟོ་ལ་སོགས་ཅེས་ནས། ང་ཚོ། དེ་ལ་གུས་པ་འདོད་པ་བ་དེ་གས་དེ་ལ་ལུས་མེད་ཟེར་ནས་ལབ་ཡ་དེ། ཨ་ནི་ག་ཡིན་ཟེར་ན། ཁམས་དགུ་མ་ལ་བཏུད་ན་ང་ཚོའི་གཟུགས་པོ་དེ་གས་དེ་ཤིན་ཏུ་ཉམ་ཆུང་བ་དང། སྟོབས། དམན་པའི་ཆ་ནས་ཉམ་ཆུང་བའི་ཆ་ནས་ནི་ལུས་མེད་པ་རེད་ཅེས་ནས། ཨ་ནི་ང་ཚོ་མེད་པ་ཞེས་པ་དེ་ཉུང་ཉུང་ལ་མེད་པ་ལ་ཡ་དང། དམན་པོ་ལ་མེད་པ་ལ་ཡ་དེ་ཡོད་ར་ད་ཁོ་ལོ་ཧོ་བཅས་ཡོད་མ་རེད་ལ་དེ་ལོ་ཧོ་ཡོད་ད་ཡོད་ར་པ་ལོ་ཧོ་འདི་ཅིག་མེད་པ་ངེད་ཅིག་ད་སུ་ཅིག་ཡོད་མ་རེད་པ། ཡིན་ན་ཡང་ལོ་ཧོ་ཆུང་ཆུང་ཡིན་པའི་ཆ་ནས་མེད་རེད་ཟེར་ཡ་དང། ད་ང་ལ་དངུལ་བཅས་མེད་ཅེས་ནས་ལབ་འོང་དུས་དངུལ་གོང་མ་ཆིག་ཅེས་ཨམ་བ་ནང་དུ་ཡོད་བསྡད་པ་ཡིན་ན་ཡང་དེ་ལ་དངུལ་མེད་ལབ་དུས་དངུལ་ཉུང་ཉུང་ཡིན་པའི་ཆ་ནས་རེད་བ། ཉུང་ཉུང་ཡིན་པའི་ཆ་ནས་མེད་པ་དང་དམན་པོ་ཡིན་པའི་ཆ་ནས་མེད་པ་དང་ཨ་ནི་ཁ་གསོ་བ་རེད། སྟོབས་ཆུང་བའི་ཆ་ནས་མེད་པ་ཞེས་གི་ད་དམན་པ་ལ་དགག་སྒྲ་བརྒྱབ་པས་ད་ང་ཚོ་དཔེར་ན་སྨྲ་སྒོ་ཚུན་ཆགས་ཀྱི་ནང་ལོགས་ལ་དགག་པ་དེ་གས་དེ་སྙན་སྒྲ་ཞིག་རེད་བ་མེད་དགག་དང་མ་ཡིན་དགག་གི། གྱི་གནས་ཚུལ་དེ་ཤེས་འོང་དུས། སྨན་པ་ལ་དགའ་སྤྲ་བྱ་བ་ཟེར་ཡ་ཅི་ཡོད་རེད་པ། དེ་འདྲས་ཡིན་ཙང་ད་ལྟ་འདི་ཨ་དེ་ལ་དངོས་གནས་ཅི་གི་ཡིན་ན་ད་རྟགས་ཨ་ཡོད་ཡོད་ཟེར་ན་རྟགས་ཡོད། ཡིན་ན་ཡང་རྟགས་དེ་ཧ་ཅང་གི་འདྲ་བཟོ་འདི་ཤ་ཤིན་ཏུ་ནས་ཀྱང་ཤིན་ཏུ་ནས་ཞན་པ་ཡིན་ཙང་དེ་ལ་མཚན་མེད་པ་ལྟ་བུ་ཡིན་ཙང་མཚན་མེད་ཅེས་ནས་ལབ་པ་རེད་རྟགས་མེད་པ་རེད་ལབ་པ་རེད། འོ་དེ་འདྲས་འགྲེལ་བཤད་དུ་རྒྱབ་ཁུག་ཡོད་པ་འདྲ། ད། ངས་སང་བྱས་པ་ཡིན་ན་ཨ་དེ་ལ་མཚན་མེད་ཟེར་ལབ་གི་ཡོད་རེད་ཟེར། ཨ་དེ་ལ་རྟགས་མེད་པ་རེད་ཟེར་ལབ་གི་ཡོད་རེད། མཚན་མེད་པ་ཟེར་ཡ་ཆེད་དུ་བ། མཚན་མེད་པ་ཟེར་ཡ་དེ་ཁོ་རང་ཨ་ཡིག་གི་མཚན་གཅིག་རེད། ཨ་ནི་ང་ཚོ་རྟགས་མེད་པ་དེ་རྟགས་རེད། རྟགས་མེད་པ་དེ་རྟགས་ག་འདྲ་ཆགས་ཀྱི་ཡོད་རེད་ཟེར་ལབ་འོང་དུས། ད་ང་ཚོ་ལ་དཔེར་ན་ལྕགས་ལ་འདྲ་བོ། སྨྱུ་གུ་འདྲ་བོ་ང་ཚོ་གྲོགས་པོ་བཞི་ལ་ཡང་སྨྱུ་གུ་བཞི་ཡོད་པ་ཆ་བཞག་ནས། གྲོགས་པོ་བཞི་པོ་དེ་གིས་སོ་སོ་སོ་སོ་སྨྱུ་གུ་ལ་རྟགས་ཤིག་བརྒྱབ་བྱས་ནས་སོ་སོའི་མིང་ཁྲིད་ཀྱི་ཡིན་ན་འདྲ་དུ་རྟགས་འདྲ་པོ་ཅིག་བརྒྱབ་བྱས་ནས་རྟགས་ཤིག་བརྒྱབ་ཆགས། ངེད་ཀྱིས་སྨྱུ་གུ་དེ་ལ་རྟགས་གང་ཡང་བརྒྱབ་མེད་པ་ཅིག་བྱས་ནས་ད་ལས་ཡིན་ན། ད་ང་ཚོ་སྨྱུ་གུ་དེ་བརླག་སོང་ཡང་འགྲོ་རྒྱུ་ཡིན་ན་ད་འདི་སུའི་རེད་ཤག་ཟེར་ལབ་དུས་ཨ་ནི་ངེད་དེ་ཡིན་ན་རྟགས་འདི་ཡོད་ངེད་དེ་ཡིན་ན་རྟགས་དེ་ཡོད་ངེད་དེ་ཡིན་ན་རྟགས་དེ་ཡོད་ཟེར་ལབ་དགོས་རེད་བ། ད་ངེད་ཀྱི་ཁ་ཧྲི་ལབ་ཀི་རེད་ཟེར་ལབ་ཡོད་དུས། སྟག་མེད་གྱོད་དེ་ངེད་རེད་ཟེར་བྱས་ནས་ལབ་ཀི་རུ་བ། གང་ཡིན་ཟེར་ན་ངའི་སྨྱུ་གུ་དེ་ལ་སྟག་རྒྱག་ཡོད་མ་རེད། སྟག་མེད་པ་རེད། སྟག་མེད་པར་ཁོ་རང། བཀའ་སྤོབས་དེ་ཡི་ནང་ལོགས་ལ་སྟག་ཡོད་ངེས་ཆགས་རེད། སྟག་མེད་པར་ཁོ་རང་སྟག་ཆགས་རུ་བ། རེད་བ། འོ་དེ་འདྲ་ཡིན་ཙང། ཨ་ཡེ་འདི་ཚེ་མེད་པ་རེད། རྟགས་མེད་པ་རེད། མཚན་མེད་མཚན་མེད་ཟེར་དེ་ཁོ་རང་ཨ་ཡིག་གི་མཚན་རེད། འོ་དུ་སུ་བྱས་ནས་འགྲེལ་བཤད་རྒྱབ་དགོས་གི་རེད་བསམ། དེ་དྲན་གི་ཡོད། དེ་འདྲ་ཡིན་ཙང་ཨ་ཡིག་འདི་མཚན་མེད་པ་རེད་ཟེར་ཡང་འདྲ་བ་དང། ཨ་ཡིག་འདི་མཚན་མེད་པ་ཡིན་ན་རྟགས་མེད་པ་ཡིན་ན། དེ་ནི་ཕོ་རེ་བས་མོ་རྐུན་རེ་བས་མ་ནིང་རེ་བས་ཤིན་ཏུ་མོ་རེ་བས་མོ་ཤང་རེ་བས་ཟེར་ནས་ལབ་ཡོང་དུས། ད་ཀ་ནེ་སོའི་མེ་ལོང་གི་ནང་ལོག་ལ་བྱས་པ་ཡིན་ན་མོ་ཤང་རེད་ཟེར་ནས་གསལ་བོ་ཟེར་ཀྱང་ལབ་བཞག་ཡོད་རེད་བ་ར་ལ་ཧ་ཨ་མོ་ཤང་དེ་མ་ནིང་ཨ་ནི་མཚན་མེད་ཅེས་ཀྱང་བྱ་ཟེར་ནས་ལབ་ཡོད་རེད་བ།

ཡིན་ན་ཡང་གདན་ཚིགས་ལྔ་པོ་དེ་ཀཱ་ལི་སུམ་ཅུ་ཐམ་པ་ཀཱ་ལིའི་ཡི་གེ་སུམ་ཅུ་ཐམ་པ་དེ་གདན་ཚིགས་ལྔ་རུ་དབྱེ་བ་ཕྱེ་བ་ཡིན་ན་གདན་ཚིགས་དབྱེ་བ་ལྔ་ལ་ག་འདྲས་ཕྱེ་དགོས་རེད་ཕྱེ་ཐུབ་ཀྱི་མི་འདུག་བ་གང་ཡིན་ཅེ་ན་ཨ་དེ་གདན་ཚིགས་ལྔ་པོ་གང་ཡང་ན་ལ་ཚུད་ཀྱི་མི་འདུག་བ་ཅེ་ནས་ལབ་པ་ཡིན་ན་ད་དེ་ལ་དཀའ་ངལ་མེད་པའི་སྐྱོན་སྤོང་རོགས་ཅེ་ག་འདྲ་གནང་གི་ཡོད་རེད་ལབ་པ་ཡིན་ན་ཨ་ནི་ཨ་ཡིག་དེ་གདན་ཚིགས་ལྔ་པོ་གང་ཡང་མ་རེད་དེ་ཡིན་ན་ཡང་གདན་ཚིགས་ལྔ་པོ་གང་རུ་ན་ལ་ལ་མ་འདུས་པ། ད་མ་འདུས་པའི་སྐྱོན་ཡོད་མ་རེད་འདུས་གི་རེད། ད་འདུས་གི་ཡོད་པའི་རྒྱུ་མཚན་འདྲ་པོ་དེ་ལ་ཡང། བསྟན་དར་ལྷ་རམས་པའི་བཤད་སྟངས་དེ་རྐྱེན་བེ་རི་ཀའི་བསྟན་ནང་དྲངས་ཤག་འདི་ང་ནམ་རྒྱུན་ཡིན་ནས་འདི་ཡག་པོ་འདྲ་པོ་ཞིག་མཐོང་གི་ཡོད། ཨ་ཡེ་འདི་ཕོ་མོ་མ་ནིང་མོ་གཤམ་གང་ཡང་མ་རེད། ཡིན་ན་ཡང། ཨ་ནི་དེ་ཚོ་ལྔ་པོ་གང་ཡང་ན་ལ་མ་འདུས་པའི་སྐྱོན་མེད་གང་ཡིན་ཟེར་ན་འདུས་གི་རེད། འདུས་ཏེ་ག་རེ་རེས་འདུས་ཙམ་པ་ལ་ཨ་ཡིག་དེས་ཕོ་དང་མོ་དང་མ་ནིང་དང་མོ་གཤམ་ཐམས་ཅད་ཀྱི་རྣ་ལོག་ལ་འདུས་ཀྱི་རེད། འདུས་ཏེ་ཐམས་ཅད་ཀྱི་སྲོག་ལ་ཞུགས་ཀྱི་རེད་ཅེས་ནས་ཨ་དེས་ཐམས་ཅད་ཀྱི་རྣ་ལོག་ལ་ཨ་ནི་ཕོ་དང་མོ་དང་མ་ནིང་དང་མོ་གཤམ་ག་འདྲས་ཅིག་ཡིན་ནས་དེའི་རྣ་ལོག་ལ་སྒྲ་གདངས་ཨ་དེ་མཉམ་དུ་ཡོད་དགོས་ཡིན་པ་རེད་དེ་འདྲས་ཡིན་ཙང་ཨ་དེས་དེ་དག་ཐམས་ཅད་ཀྱི་སྲོག་ལ་ཞུགས་པ་རེད་ཅེས་ནས། བདེ་གཤེགས་བརྒྱ་དང་གཅིག་དང། དག་སྣང་ཞིང་གི། ག་རེ་ཟེར་བ་རེད། ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་གྱི་ཡི་གེའི་སྦྱོར་བའི་ནང་ལོགས་ལ། ཨ་ནི་ཡིག་འབྲུ་ཀུན་གྱི་མཆོག། མིང་ཚིག་རབ་ཏུ་གསལ་བར་བྱེད། ཁུངས་ནི་འབྱུང་བ་སྐྱེ་མེད་པའོ། ཅེས་ནས། ཨ་ནི་ཡིག་འབྲུ་ཀུན་གྱི་མཆོག། མིང་ཚིག་རབ་ཏུ་གསལ་བར་བྱེད། ཅེས་ནས། དེ་འབྲེལ་གྱི་འགྲེལ་བཤད་ཀྱི་ཐོག་ནས་ཡང། ང་ཚོ་ཨ་དེ་ཕོ་མོ་མ་ནི་མོ་གཤམ་ཐམས་ཅད་ཀྱི་ནང་ལོགས་ལ་ཁྱབ་པ་རེད་ཐམས་ཅད་ནང་ལ་འདུས་པ་རེད་དེ་འདྲས་ཡིན་པ་ཡིན་ཙང་ཡི་གེ་སུམ་ཅུ་ཐམ་པ་དེ། ཕོ་མོ་མ་ནིང་དེ་གའི་ནང་ལོ་ལ་བདེན་ཚིག་ལྔ་པོ་རྣམས་ལ་མ་འདུས་པའི་སྐྱོན་ཡོད་མ་རེད་ཅེས་ནས་ད་འགྲེལ་བཤད་འདྲ་པོ་དེ་ཕལ་ཆེ་ཕལ་ཆེ་མང་རྒྱབ་བཏང་འདྲ་པོ་དེ་འདྲས་ཤིག་རྒྱབ་བསྒུགས་ཡོད་པ་འདྲ། ད་གང་ལྟར་ང་ཚོ་ད་ཕལ་ཆེ་མཇུག་སྡོམ་འདྲ་པོ་ཅིག་མ་ཞུས་ཤོས་པ་ཡིན་ན། མིང་གཞི་ཡི་གེ་སུམ་ཅུ་པ་ཐམས་པ་དེ་ལ། ཕོ་དང་མ་ནི་དང་མོ་དང་མོ་གཤམ་དང་ཤིན་ཏུ་མོ་གི་དབྱེ་བ་འདི་འཆད། དེའི་ནང་ལོགས་ནས་ཐ་མ། ར་ལ་ཧ་ནི་མོ་གཤམ་སྟེ། ཨ་ནི་ཚད་མའི་བཅད་བྱང་བྱས་སུ་ལབ་ཀྱི་ཡིན་ན་འདྲ་དོ། ར་ལ་ཧ་ཨ་མོ་གཤམ་སྟེ། ཨ་ནི་ཚད་མའི་བཅད་བྱང་བྱས་སུ་ལབ་ཀྱི་ཡིན་ན་འདྲ་དོ། ར་ལ་ཧ་ནི་མོ་གཤམ་སྟེ་མ་ནི་ཚད་མའི་བཅད་བྱང་བྱས་སུ་ལབ་ཀྱི་ཡིན་ན་འདྲ་དོ། ད་ཁྱད་པར་གྱི་འདོད་ཚུལ་མི་འདྲ་བ་དང་གཙོ་བོ་ཆེ་ཤོས་སུ་སོང་བས་མི་མཐུན་པ་དང་དུ་མང་པོ་ཡོད་པ་འདྲ། དེ་ཚོ་མང་པོ་ཅིག་ཞུས་ཀྱི་བསྡད་པ་ཡིན་ན་ཆོས་སུ་གྱེས་མི་འདུག་ལ་ང་རང་ལ་ད་ལྟ། ཐེབས་དང་ས་བསྟན་ཏེ་ཐེབས་ཀྱིན་རག་མི་འདུག་དེ་འདྲའི་མང་པོ་ཅིག་ཡོད་པ་རེད་དེ། ཡིན་ན་ཡང་དོན་དག་འགྲོ་གཞི་མ་འདོམས་རྒྱག་ཡོང་ན། མཁས་པ་ཁག་གི་བཞེད་པ་མི་མཐུན་པ་ད་ཅིག་མི་མཐུན་པ་དེ་གལ་ཏེ་བཞེད་པ་མི་མཐུན་པ་ཙམ་གྱིས་རེད་མ་གཏོགས། ཞི་བུ་ཞི་བུ་གཅིག་གིས་བྱས་པ་འདྲ་བོ་ཅིག་ཞིག་ལ་འགྲོ་བཞག་གི་ཡོད་མ་རེད། ཨ་ཀི་སྒྲ་རྩོལ་དང་སྒྲ་གདངས་དེ་གལ་ཏེ་དེ་འདྲས་ཡིན་པ་དེ་ནི་དེ་ལྟར་ཡིན་པ་མཁས་པ་ཐམས་ཅད་ཀྱིས་ཤེས་པ་རེད། ད་ལྟའི་ཁོ་ཚད་མེད་ཡིན་དང་མ་ཡིན་དང། ཡི་གེ་སུམ་ཅུ་ཐམ་པ་དེ་གའི་བདེན་ཚིག་ལྔ་པོ་ནང་འདུས་དང་འདུས་མ་འདུས་ཀྱི་སྐད་ཆ་དང། རྩ་བ་ཁོ་རང་གི་ཚིག་དེ་ལ། ཚིག་ག་རེ་ཡོད་མེད་ཀྱི་རྩོད་པ་ཙམ་གྱིས་རེད་མ་གཏོགས། དོན་དག་ལ་མ་བབས་ཡོང་ན་ཚང་མ་ལ་དགོངས་པ་གཅིག་ལ་ཕབ་ཀྱི་ཡོད། ཉམས་ལེན་ཅན་གྱི་རྣལ་འབྱོར་བས་བརྟགས་ན་དགོངས་པ་གཅིག་ཏུ་ཕབ་ཟེར་ཡ་དེ་དག་ལོས་ཡིན་ཏེ། ང་ཚོ་ཟླ་བ་འདི་ལ་ཕེབས་དུས་ཅིག་གར་སོང་བ་རེད། དངོས་ཡོད་ཀྱི་ལག་ལེན་ལ་མ་བབས་ཡོང་ན་ང་རང་ཚོ་ཕི་ཀེ་དེ་ཨ་ཡེ་དེ་ག་ལ་ལ་བཞག་མ་བཞག་ཟེར་མཁན་དེ་བསམ་བློ་གཏང་ས་གཅིག་ལ་བབས་གི་ཡོད་རེད་མ་གཏོགས་བསམ་བློ་གཏང་ས་མི་མཐུན་པ་ཤ་དང་ནུབ་སོ་འདྲ་བོ་དང། ཅི་ཁར་སོ་རེད་མདོ་སྡེ་པ་དང་དབུ་མ་པ་གི་སོ་འདྲ་བོ་བྱས་ནས་བསམ་བློ་གཏང་ས་ཁོ་རང་བེད་ཁ་ཁ་ཆགས་དེ་དེ་འདྲའི་རྩ་བ་ཉིད་ནས་རེད་ཡོད་མ་རེད། དེ་འདྲའི་ཡིན་ཙང་ད་ལྟ་ང་ཚོ་བབས་ས་འདྲ་བོ་དེ་དེ་འདྲའི་ཅིག་ལ་མ་བབས་བྱས་ནས་ཨ་དེ་སྒྲ་གདངས་ཞིམ་པོ་ཡིན་མིན་གྱི་གནས་ཚུལ་དེའི་གི་ཐོག་ནས། ནི་ཚད་མེད་ཡིན་མ་ཡིན་དང་མ་ནིང་ཚད་མེད་ཡིན་མ་ཡིན་དང་རྟགས་ཡོད་མ་ཡོད་དང་དེ་སོགས་ཀྱི་གནས་ཚུལ་དེ་བཤད་བསྡད་པ་རེད་མ་གཏོགས་ཞུས་པ་གཅིག་གིས་བྱས་པ་འདྲ་བོ་ཁས་འགྲོ་གི་ཡོད་མ་རེད། འོ་ཡ་དེ་འདྲའི་གཅིག་གིས་ད་ཕེ་ཅེ་ཕེ་ཅེ་ནི། མིང་གཞིག་བདག་བྱེད་བ་ཞེས་པ་ཟེར་ཏེ་དེ་འདྲའི་གཅིག་གིས་ཐུས་པ་གཅིག་ཡིན། དེ་འདྲ་ཡིན་ཙང་དེ་རིང་ང་ཚོ་ཡིག་གཞིག་བདག་བྱེད་བ་ཞེས་པ་དེ་དང་མིང་གཞིག་བདག་བྱེད་བ་ཞེས་པ་དེ་གཉིས་ག་ལ་གང་འཚམ་གྱིས་ཕྱིན་པའི་སྐད་ཆ་རེད། དེ་འདྲ་ཡིན་ཙང་ད་འདི་ཡི་ཐད་ལ་ང་རང་ཚོ་ཐུགས་སྣང་གནང་དགོས་ཡ་ཆེ་ཤོས་གཅིག་དེ་ག་རེ་ཡོད་རེད་ཟེར་དུས་མཁས་པ་ཁག་གི་འདོད་ཚུལ་མི་འདྲ་བ་ག་འདྲས་ཀྱི་ཡོད་པ། དེའི་སྟེང་ནས་དགོངས་པ་ག་བ་ག་བ་ལ་གཞལ་ནས་གསུང་གི་ཡོད་པ། དེ་ཧ་གོ་བ་ཡིན་ན་གནས་ཚུལ་ཧ་གོ་ཡ་ལས་ཁྱད་པར་ཡོད་རེད་མ་གཏོགས་དངོས་ཡོད་ལག་ལེན་གྱི་ཐོག་ལ་ཡི་གེ་བྲི་ཡ་ལ་ཁྱད་པར་ཏིལ་འབུ་ཙམ་ཡང་ཡོད་མ་རེད་མེད་པ་ཡིན་ཙང་ཞི་བ་གཅིག་གི་གནད་འགག་ཆེན་པོ་ཁེ་མ་རེད། དེ་འདྲའི་གཅིག་གི་མཚམས་འཇོག་ཞུས་པའི་སྟེང་ནས་སང་ཉིན་ང་ཚོ་ད་སྔོན་འཇུག་བདག་བྱེད་བ་ཞེས་པ་དེ་མགོ་ཚུགས་དགོས་དུས་ད་སྔོན་འཇུག་བདག་བྱེད་བ་ཞེས་པ་དེ་ལ། གང་གིས་བདག་གང་ལ་དང་ཇི་ལྟར་དང་ཅིའི་ཕྱིར་ཟེར་ནས་ཡོད་པའི་ན་ལོ་ནས། གང་གིས་གང་ལ་གཉིས་པ་དེ། ནི་ས་གཉིས་དང་སྣ་གཉིས་དེ་འདྲའི་བྱེད་ལ། དེས་ཅེས་དྲ་རྒྱས་ཅེས་འགྲོ་ཐོ་ཡག་གིས་མོས་བརྩོན་ཞུ་བ་ཡིན། ལས་སེ། ཨ་ནི་ཁྱེད་རྣམ་པ་ཚོའི་གི་སྐུ་གཟུགས་ལ་ཐུགས་བཅག་དང། ཨ་ནི་ས་གཉིས་ང་ཚོ་ཡང་བསྐྱར་མཇལ་ཡོང་ཐུགས་རྗེ་ཆེ།